ཨོ་དེ་གི་ནང་ལོགས་ལ་ཡང་ད་ལྟ་བའི་ནང་ལོགས་ལ་རྩ་ཡི་དཔའ་བོ་དཔའ་མོ་ཚོ་རེད། ལྷག་པར་དུ་ཡང་རྒྱ་ཡི་བཙན་འོག་ལ་ཡོད་པའི་དཔལ་ཆུང་ཆུང་སྲིད་རིན་པོ་ཆེ་དང་ནོར་མོ། དགའ་གསུམ་ཆ་མེད་དུ་འགྲོ་ཡི་ཞབས་འདྲེན་རིན་པོ་ཆེ་བརྩེ་བས་ད་བོད་འདུལ་ཡུལ་ཁང་སྲུང་ནང་ལོགས་ལ་ཡང་རྒས་ཞེན་བར་གསུམ་ལ་རྒྱ་མིའི་བཙན་འོག་ལས་ཚུད་པའི་གནས་སྟངས་མོ་མོ་ཅིག་ཆགས་སྡོད་རེད་ད་ཁོང་རྣམ་པ་ཚོ་གང་དགའ་ལ་ཡང། ད་རིང་གོ་སྐབས་འདི་དང་མཐུན་པའི་ཐོག་ནས་ཁྱོད་རྣམ་པ་ཚོ་ལ་ཡང། ག་དུས་ཡིན་ན་ཡང་རྡོ་སོལ་མཉམ་གཅིག་ཡོད་ཟེར་ནས་ཨོ་དེ་གཅིག་ཞུ་ཡ་ཡིན། རྙིང་པ་དེ་ལ་ཡང་ད་ལྟ་བོད་ནང་ལོགས་ལ་ཡང་ཁ་ཚ་དགོས་གཏུགས་ཀྱི་ཐོག་ནས་རྣམ་པ་ཚོས་གཟིགས་ཡོད་རེད། ལོ་གཞོན་པ་ཚོ་ལ་ཡང་གནས་སྟངས་མང་པོ་ཅིག་ཡོང་དུ་གི་ཡོད་རེད། བོད་ལྗོངས་འབྲས་རིན་ལྷོ་བྲག་ནང་ལོགས་ལ་ཡང་བོད་མི་ཚོས་དགྲ་མང་ཁ་སེང་གིས་དུད་གྲོང་བསྒྲུབས་པའི་རྒྱུ་རིན་དེ་རྒྱལ་ཤུལ་ནང་ལོགས་ལ་ཐོན་ཡོད་རེད་བ། ཨ་ནི། དཔའ་ལྡན་ལགས། གཞས་བཏང་ཉིན་རེའི་ཁུལ་གྱི་གཞས་དེ་དྲ་རྒྱ་ག་ལ་ཐོའང་ཡོད་རེད་མི་རིགས་དེ་གི་ཆེད་དུ་གང་འདྲས་བཏང་ཡོད་མེད་གི་དེ་གི་ཆུ་ནུས་བཙན་བཞུགས་བྱས་ཡོད་རེད། ཨ་ནི་ཉིན་ཡི་ཆ་ལ་དེ་གི་ཁུལ་ལ་ཡིན་པ་ཡིན་ནའི་གནས་སྟངས་ཚ་དྲག་དྲག་ཅིག་བྱུང་དུ་ཡོད་རེད། ཨ་ནི་དེ་འདྲའི་གི་སྐོར་ལ་ཡང་ཨ་གཅིག་ཐུགས་རྒྱུད་ཆོས་ཞུ་ས་གཅིག་དེ་གཞུང་འབྲེལ་མིན་པའི་ཚོགས་འདུ་ཁག་གིས་སྣ་ཁྲིད་པའི་ཐོག་ནས། དུས་ལ་བབ་པའི་དུས་ཐུགས་ཆགས་པ་ནང་བཞིན་གྱི་ལས་འགོ་མང་པོ་ཅིག་སྤེལ་སོང་དེ་ཡིན་དུས་གཞུང་འབྲེལ་མིན་པའི་ཚོགས་པ་ཁག་ཡོང་ལེ་ཡ། ཐུགས་རྒྱུད་ཆེ་ཟེར་ནས་ཨོ་ཞུ་ཡ་གཅིག་དེ་ཡིན། གནད་དོན་གཉིས་པ་དེ། ད་ལྟ་བཙན་བྱོལ་ནང་ལོག་དེ་ཡིན་ང་ཚོ་ལས་འགོ་སྤེལ་མཁན་ཚོ་ལས་ཡིན་པ་ཡིན་ན། བོད་ཀྱི་ལོ་རྒྱུས་ཀྱི་དུ་ལོའི་བདག་དབང་དང་བོད་དེ་རང་བཙན་གཙང་མིན་རྒྱལ་ཁབ་ཅིག་ཡིན་པ་རང་རང་བཙན་གྱི་ཆེད་དུ་ལོ་གཅིག་རིང་ལེ་ཡ་ཨ་རིས་ལས་འགོ་སྤེལ་ངེས་ཐུགས་ཐན་ཆུ་གཉིས་ལགས་ག་ཚང་ཤི་འདྲ་སོང་པ་ལ་ཡང་ལུས་གཅིག་ཏག་ཏག་འཁོད་དགོས་ཡོད་རེད་བདེན་ཆ་འདི་གི་ཐོག་ལ་ཡང་ཐུགས་རྗེ་ཆེ་ཞུ་ཡ་དང་མ་འོངས་པ་ལ་ཡིན་པ་ཡིན་ན་ཡང་མུ་མཐུད་པའི་ཐོག་ནས་ལངས་ཤུགས་བརྟན་པོ་དང་ཁྲ་པོ་ཡོད་པའི་ཐོག་ནས་ཐོག་འཚོལ་གནང་རོགས་གནང། ཨནི་ཁེ་ན་ཏྲའི་གཞུང་ཚོགས་མདུན་ལ་ཡ། རིག་གསར་ལྷག་པ་ཆ་ཅན་ལ་ཡ། ད་ལྟ་སངས་རྒྱས་ཆོས་ཀྱི་སྣ་ཁྲིད་པའི། ཆོལ་ཁ། གསུམ་གྱི་ནང་ལོ་བེ་རིགས་ཁག་གཅིག་གིས་རིག་གསར་ལྷག་པ་ཆ་ཆེན་ལས་ལས་འགུལ་སྤེལ་གི་ཡོད་རེད་དེ་ཡང་ང་རང་ཚོའི་ཆ་ཚང་གིས་ཤེས་དགོས་ཡ་གལ་ཆེན་པོ་རེད་དྲན་གི་འདུག་སོ་སོ་ཕ་གི་སྒྲུབ་པའི་སྐབས་ལ་ཁོང་རྣམ་པ་ཚོ་ལ་གདུང་སེམས་མྱང་ཆེད་ཀྱི་བཅར་ཡག་གོ་སྐབས་བྱུང་ལ་མ་འོངས་པ་ལ་ཡང་ང་ཚོ་ལས་འགོ་མ་སྤེལ་ནས་བསྡད་པ་ཡིན་ནའང་མ་འོངས་པ་ལ་ཡང་ང་རང་ཚོ་གི་སྒྲིག་འཛུགས་དང་ང་རང་ཚོ་ལ་རྒྱ་གར་དང་ཕྱི་རྒྱལ་ལ་ཡོད་ངེས་ཟེར་ནས་རིམ་པས་ལྔ་བཅུ་ང་དགུ་ལོ་ལ་བཙན་བྱོལ་ལ་ལས་ངན་རྒྱལ་རྒྱ་གར་ཁམས་པ་ཟེར་པ་ནང་བཞིན་ང་འོང་དེ་ལ་ཐིང་དུ་ཡག་གི་ངན་ཁ་ཤུགས་ཀྱིས་མཐོང་གི་འདུག་དེ་བྱས་དུས་ང་ཚོ་ལས་འགུལ་དེ་པས་གལ་ཆེན་པོ་རེད་བསམ་ནས་དྲན་གི་འདུག་དེ་གི་ཐོག་ལས་ཡར་རྒྱ་ནག་སྲིད་འཛིན་ཞི་ཅིན་ཕིས་ཨ་རིའི་ལྷའི་བུའི་སྐོར་ལས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོ་རེ་ལྷག་པར་དུ་ཡང་མི་རུ་གཞོན་པ་ཞན་ཆའི་རྣམ་པ་ཚོས་ཕྱིན་ཡོད་ཀྱི་རེད། ཚེ་ལ་ཟེར་ཡ་གཅིག་གིས་ཨ་རིའི་སྲིད་འཛིན་ཞི་ཅིན་ཕིའི་བསྡད་སའི་ཇོ་ལུགས་ལ་ཀ་བ་གཅིག་ལས་ཆུ་ཚད་བཞི་ཟེར་ཡ། དེ་སྡེ་དགེ་བློས་ཐོང་བྱས་ནས་ཡིན་ན་ཁོ་ཉོག་མདོག་ལ་ཞེན་ཆེ་མང་པོ་ཞུ་གི་འཇུ་བ་རེད་ཆ་ཚོགས་མིའི་མེད་དེ་ནས་འདི་ལ་དུས་ཚོད་ཀྱི་གོ་སྐབས་མི་འདུག་སྐར་མ་ལྔ་མ་དག་མ་ཕྲད་དེ་གང་ལ་དེ་བྱོས་དུས་གང་ལ་ཁོང་དང་ཁོ་འདྲ་ཡི་མི་རིགས་འདི་ལ་ཤ་ཞེན་ཡོད་མཁན་ག་ག་ལ་ཡ། ཐུགས་རྗེ་ཆེ། མ་འོངས་པ་ལ་ཡ་ང་ཚོའི་རོལ་བ་དེ་གོང་ས་མཆོག་ཡིན་པ་ཡིན་ན་འཐབ་རྩོད་དེ་གཞན་གྱི་ཚུལ་ལ་ཡོད་ཡོད་ཟེར་བ་ནང་བཞིན་ཁྱོད་རྣམ་པ་ཚོས་ཀྱི་ཤུགས་ནི་རྒྱག་རུག་གནང། སོ་སོ་རང་ཉིད་ཡིན་པ་ཡིན་ན་ཁྱོད་རྣམ་པ་ཚོས་ཀྱི་ལངས་ཕྱོགས་དང་ལྟ་གྲུབ་དེ་ལ་ཡ། བརྒྱ་ཆ་བརྒྱ་ཐང་པ་རྒྱབ་སྐྱོར་དང་ཡིད་ཆེས་བྱེད་མཁན་ཡིན་མ་འོངས་པ་ལ་གང་ཐུག་ཐུག་མཉམ་ཞུགས་བྱེད་ཐུབ་ཡག་གི་འབད་བརྩོན་བྱེད་ཀྱི་ཡིན་ཞུ་ཡ་དེ་ཡིན། གསུམ་པ་དེ་ལས་ཡག། ལྟ་ངན་སུམ་ཅུ་དུས་དྲན་དང་འབྲེལ་བའི་ཐོག་ནས་ད་ལོ་འཛམ་གླིང་ས་ཕྱོགས་གང་ས་ལས་སྐད་འབོད་འཁོར་སྟངས་དེ་ཧ་ཅང་གི་ཡག་པོ་ཞེ་དྲག་རེད། འབད་སྒྲ་དེ་ཡིན་པས་ནས་ལོ་རེ་ནས་ལོ་རེར་མངོན་གསལ་དེ་ཚོ་འགྲུལ་ཡག་ཅིག་དང་ལོ་རེ་ནས་རོ་ལོ་ལོ་རེར་སེམས་ནང་གི་རྨ་ཁ་དེ་ཆེད་ལས་བསྟན་དགོས་ཡོད་པའི་ཚོང་ལམ་ཞིབ་ཅིག་བྱུང་སོང། ཨ་ནི་དེ་དང་འབྲེལ་བའི་ཐོག་ལས་ངན་ད་ལྟ་བོད་མི་སྒྲིག་འཛུགས་ལ་ཡང་འབོད་སྐུལ་ག་རེ་ཞུ་དགོས་ཡོད་ཟེར་ན། སྤྱི་སྟངས་སྔ་མ་ནས་ལངས་ལུགས་སྲོལ་འདྲ་ལྟར་འགྲོ་གི་འདུག་བཞུགས་སྒར་རྡ་རམ་ས་ལའི་གཞུང་འབྲེལ་མཛད་སྒོ་དེ་ད་ལོ་ཆུ་ཚོད་བཅུ་པ་ལ་ཚུགས་པ་རེད། དེ་སྔ་མ་ནས་རེད་ད་ཆེད་དུ་སྤྱོད་འཚོལ་མེད། ཡིན་པ་ཡིན་ནའང་ཆུ་ཚོད་བཅུ་གཉིས་པ་དང་འགག་སྒྲིལ་དེ་ང་ཚོའི་མང་དཀའ་ཅི་རིགས་པ་དང་འགྲོ་ངེས་དེ་ཚོ། སྤོ་སྒོ། དགེ་ཞན། བག་ཟུང། ལྷག་པར་དུ་སློབ་ཕྲུག་ཡིན་ངེས་ཚོས་སྤྲུལ་སྐུ་ག་ཚད་གཏོགས་ཀྱི་རེད། ང་རྒྱལ་སྐྱེན་པས་བརྗོད་དེ་ཆོས་ཕྱོགས་གསུམ་པ་ལོ་མ་དང་འབྱུང་འཕྲུལ་ཐུགས་གཡོག་མ། དེ་བྱས་ཏེ་རྣམ་པ་ཚོས་ལ་འབོད་སྐུལ་འདྲ་པོ་དེ་རྗེས་མ་ནས་ང་ཚོའི་གཞུང་འབྲེལ་མཛད་སྒོ་དེ་ཆུ་ཚོད་བརྒྱད་དང་ཤ་ཁ་དང་དགོ་པ་ཟིག་ཚུགས་ཐུབ་པ་གནང་རོགས་གནང་ཟེར་དེ་ཡིན་པ་ཡིན་ན་གཞུང་འབྲེལ་མ་ཡིན་པའི་ཚོ་པ་ཞིག་གིས་སྣ་ཁྲིད་པ་དེ་ཡང་དང་དེ་ང་རང་ཚོ་གི་ཆ་ཤས་ཅིག་རེད། དེ་ཡིན་དུས་གང་ལ་གསང་བཤད་གནང་རོགས་གནང་ཟེར་ནས་ཞུ་ཡ་གཅིག་དེ་ཡིན། གཉིས་པ་དེ་ལས་གངས་ཅན་བཅུ་ཤུག་ར་བ་ནོར་ལུག་ལ་མཛད་ཚུལ་རྣམ་པ་ཚོས་ལ་འབོད་སྐུལ་གཅིག་ཡིན་ད་ལོ་རྣམ་པ་ཚོས་བརྙན་ལ་གཟིགས་ཐུབ་ཀི་རེད་སྨིན་སྤོས་ཡོད་པ་དེ། རྡོ་གསུམ་བཀའ་ལན་རྡོ་གསུམ། གཙུག་ལག་ཁང་ནས་འདས་བར་དུ་མ་མོ་ཉང་ཏུའུ་སྐྱེས་པའི་རྗེས་ནས་མ་ཡོང་ཡོད་རེད། སོ་སོ་རང་ཉིད་ཡང་སྐྱེས་པའི་རྗེས་ནས་གངས་ར་བར་དུ་ཡིན་པ་ཡིན་ནའི་དྲུང་ཆེ་རྣམ་པ་དང་བཀའ་ལན་རྣམ་པ་ཚོས་མི་ཏྲ་ཙིའི་བུ་གཅིག་གི་ནང་ལོག་ལ་ཡ་ཨའོ་དངོས་གནས་དྲ་བའི་གོང་ས་མཆོག་གིས་གསུངས་པ་ནང་བཞིན་སྐུ་དྲག་གསར་པ་རེད་དོ་ཨ་བསམ་པ་འདྲ་བཅུ་འགྲོ་གི་འདུག་ད་དེ་བློ་ཕངས་འདུག། སྤོ་སྒུག་བགྱིད་པ་ལ་ཁོ་ནི་སྐྱེས་པས་འགྲོ་གི་ཡོད་རེད་ད་རྣམ་པ་ཚོས་མ་བགྱིས་པ་དང་འགྲོ་མ་ཐུབ་ན་མ་གངས་ཅན་པ་དང་གོ་མ་རྒྱལ་ནས་ཡོང་ན་ང་ཚོ་ང་ཁྲིད་ཉེར་བ།

བྱེས་བཞུགས་བོད་མི་ཚོ་ལ་ཡང་སྙིང་སྡུག་ཡོད་ད་ཟེར་གི་རྣམ་པ་བསྟན་རུག་གནང་ཟེར་ནའོ་དེ་རྣམ་པ་ཚོ་ལ་ཡང་འབོད་སྐུལ་རང་ཞུ་གི་ཡོད། མཐའ་མ་དེ་ལ་ཡང་ང་རང་ཚོ་གི་ད་ཆ་ཚང་གི་ག་དུས་ཡིན་ན་གསོང་གི་ཡོད་རེད། གོང་ས་ལྕགས་སྨྱོན་ཆེན་པོའི་ཕྱུག་གི་བཀའ་དགོངས་གཞིར་བཟུང་འགྲོ་དགོས་གི་རེད་ཟེར་ནས་ལོས་ཡིན། དཔའ་བརྟན་ཚོགས་གཙོ་མཆོག་གདོང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་སྒང་ལ་ཆ་ཤས་ལེན་གྱི་ཡོད། དེ་ཡིན་དུས། གདོང་སེམས་མཉམ་སྐྱེད་ཀྱི་ད་འགོ་ནས་མཇུག་བར་ལ། ཡི་གེ་ཚིག་གཅིག་མ་གཏོགས་ཆ་ཚང་ངོས་ལེན་བྱེད་ཐུབ་པ་འདྲ་བོ་གཅིག་རེད། དེ་ཚིག་གཅིག་དེ་ཡི་གེ་འབྲི་སྟངས་དེའི་ནང་ལ། པོ་སྐྱིད་བཙན་པོའི་རིམ་བྱོན་གྱི་སྤོ་ལྗོངས་ལ་ངག་དབང་རྒྱལ་གྲས་ཟེར་ཞིང་སྤོ་ལྗོངས་ཟེར་ཡི་གེ་ཡི་གེ་ཇི་མགོ་འདོགས་དེ་ཚོ་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ནས་འདི་འདྲ་བའི་ཚིག་དེ་བེད་སྤྱོད་བཏང་དེ་ཅིག་གཅིག་གྱེར་གྲས་ཡོང་ན་ཐུབ་ན་ཡག་པོ་ཡོད་ས་རེད་བསམ་གྱི་འདུག་སྤྱི་ཟླ་བརྒྱད་པའི་ནས་གྲོས་ཚོགས་ནང་ལ་པོ་བཙན་པོའི་སྐབས་སུ་མཐའ་བཞི་རྒྱལ་ཕྲན་དབང་དུ་བསྡུས་ཏེ་པོ་ཁིམ་གཅིག་གྱེར་བཏང་ཟེར་ཞིག་འདུག་དེ་པོ་བོད་ཁམས་གཅིག་གྱུར་འདྲ་བོ་དེ་འདྲ་ཡི་ཐར་ཉེན་བརྟག་ན་ཡག་པོ་ཡོད་ས་རེད་མ་གཏོགས་བོད་ལྗོངས་མཛེས་དེ་ཡང་ང་རང་ཚོ་ང་ཐང་དང་ཝང་ཐང་དང་མཁར་རྗེ་མང་པོ་ཅིག་ཟེར་ར་བསྡུས་རེ་བསྡུས་རེ་འགྲོ་བཏང་ཡག་གི་ད་ག་ཚང་དེ་ར་ང་ཚོ་ཡང་ཅིག་ཨ་མདོ་དང་དབུས་ཀ་རེ་ཁམས་དང་མངའ་རིས་ཚོ་ཅིག་བཀའ་མོར་མང་པོ་བྱོས་ར་ཡང་དེ་འདྲ་བོའི་སྒང་ལ་འགྲོ་ཡག་གི་ཉེན་ཁ་འདུག་དེ་འདི་བོད་ལྗོངས་མཛེས་དེ་ཨེ་ནས་བོད་ཁམས་འདྲ་བོ་ཕར་བསྒྱུར་བཞག་ན་ཡག་པོ་འདུག་བོད་ཁམས་ཡོངས་ལ་ངག་དབང་བསྒྱུར་དེ་བཙུགས་ན་ཡག་པོ་ཡོང་ས་རེད། དེ་ནས་ད་ངས་བཤད་དེ། དེ་རིང། གདུང་སེམས་མཉམ་སྐྱེད་ཀྱི་གྲུ་ཆུ། གྲུ་ཆུ་གྲུ་ཆུ་འདི། སྒང་ནས་དང་པོ་འགོ་བཙུགས་དེ་ཡང་ན་མ་སངས་སྤུན་དགུ་དང་ང་ཚོ་ཆེན་པོ་བཅུ་གཉིས་ནས་འགོ་བཙུགས་ཡོང་ནས། ནས་གྲུ་ཆུ་དོན་ཚན་དེ་ཡང་ན་གྲུ་ཆུ་དེ་ཡང་ན། རྣམ་པ་མི་འདྲ་བ་བདུན་གྱི་སྒང་ནས། གཏན་ལ་ཕབ་ཡོང་དེ་ཡག་པོ་འདུག། དེ་ཚོ་ལ། རྒྱབ་སྐྱོར་ཡོད་དང་ཡོད་གདུང་སེམས་མཉམ་སྐྱེད་ཡོད་དང་ཡོད། དང་མྱང། པའི་ཚེ་མྱང་གི་ཡོད་རེད་གཞིས་ལུས་རྒྱ་ཆེ་མི་མང་གི་མྱང་གི་ཡོད་རེད། དང། ཚིག་གཅིག་དེ་གཅིག་ལབ་ན་ཏག་ཏག་ཇེའུ་ནས་མེ་ནས་མི་ཞིག་མ་གཏོགས་ང་རང་ཚོ་བཙན་བྱོལ་ནང་གི་མི་མང་ཤོས་གཅིག་གིས་ཨ་ནི་རྩེད་མོ་རྩེད་མཁན་འདྲ་བོ་ཆགས་འགྲོ་གི་འདུག། ད་ལྟ་ང་ཚོ་འདི་ནས་གཅིག་ཁ་གཅིག་ལྡོག་ཚ་གཅིག་དྲིལ་དགོས་རེད་ཅིག་མང་པོ་ཞིག་བཤད་གི་འདུག་ད། ང་ཡིན་ན། དང་པོ་ཡར་ཡོང་པའི་སྐབས་ལ་ཕྱོགས་གཅིག་གི་འབྲོག་རྒན་གཅིག་རེད། གཉིས་སྲིབ་ལ་རྒན་གཅིག་རེད། ཆབ་སྲིད་ལ་གཅིག་ཉམས་མྱོང་དང་གོ་རྟོགས་ཡོད་མ་རེད། དང་པོ་ཡོང་དུས་དངོས་གནས་གཅིག་གྲོས་ཚོགས་ནང་ཡོང་ན་གཅིག་བོད་ཀྱི་སྐད་ཡིག་རིག་གཞུང་ཡུལ་གྲུ་གོམས་གཤིས། བོད་མི་སྤྱི་སྐྱིར་སྒང་ལ་དངོས་གནས་གཅིག་བྱས་ཡོད་རེད་བསམ་ཡོང་བ་ཡིན། ཡིན་ན་ཡང་ཡར་ཡོང་གི་ཡོང་གི་ཡོང་ཡོང། སྤྱི་ཚོགས་ལ་ལྟ་འོངས་པའི་གནས་སྐབས་ན་ད་ལྟ་ངས་ཟེར་ང་ཚོའི་གཅིག་བཙན་ཞོར་གྱི་མི་མང་ཤོས་ཟིག་དེ་སོ་སོ་གི་ཁེ་ཕན་དང། སོ་སོ་གི་ཁར་གྱི་སོ་སོའི་དབང་ཐང་རྒྱ་སྐྱེད་ཀྱི་ཆེད་དུ། གཞི་ལས་རྒྱ་ཆེའི་མི་མང་རྩེད་མོ་རྩེད་དགོས་ན་འདྲ་བོ་གཅིག་ནང་པ་དེ་ག་དེའི་ནང་མཐོང་གི་ཡོད་རེད། དེ་འདི་ད་ང་ཚོ་གཅིག་གཅིག་ཁྲིར་བཏང་གཅིག་གཅིག་གཅིག་བཟས་ཡ་གཅིག་འདུག་ཨ། དུས་ཚོད་ཁྱོན་ནས་ཁ་ནས་མ་འབོད་གྲི་གཅིག་ཐོབ་ཁོ་མི་འདུག་གི། དེ་འདྲ་མི་བོ་ཡོང་པའི་སྐབས་ན་ངོ་འདྲ་གཅིག་ཚ་ཡོང་གི་འདུག། དེ་འདི། ང་རང་ཚོའི་དོན་དམ་པའི་གཞི་ལས་རྒྱ་ཆེའི་མི་མང་གི། ཨ་ནེ་རེ་བ་དང་མངོན་འདོད་ཡོད་པའི་ཐོག་ནས། གདུང་སེམས་མཉམ་སྐྱེད་བྱེད་དགོས་ན་ང་རང་ཚོ་སོ་སོས་སོ་སོ་ལ་གཞི་བརྟག་བྱས་ནས་སོ་སོས་བཅོས་བསྒྱུར་བྱས་ནས། ཁ་ཕག་མ་འཁོར་ནས། སོ་སོའི་དམ་བཅའ་ང་ཚོ་ན་ཀུན་མཐོ་བོ་ཆེ་ཟེར་མང་པོ་ཅིག་བཞག་ཡོད་རེད་བ། དེ་ག་ནང་བཞིན་ཅིག་བྱེད་ཐུབ་ན། དེ་ཡང་ན་ང་རང་ཚོ་འདི་ནས་ཡང། བོད་ནང་མིག་གི་མ་མཐོང་ནི་མང་པོ་ཡོད་ད་ཡིན་ན་ཡང་དེ་སེམས་ནང་གི་མཐོང་བ་བྱས་ནས། སེམས་དཀྱིལ་ནས་མཐོང་ཡ་བྱས་ནས། དེ་འདྲ་བྱས་པ་ཡིན་ན། དེ་ཡང་ང་རང་ཚོ་བརྒྱུད་རིམ་ཡོད་པའི་ཐོག་ནས། སྤྱི་ཚོགས་ཀྱི་གནས་བབ་དང་མཐུན་པའི་ཐོག་ནས། ང་ཚོ་ད་ལྟ་གཞིས་ལུས་རྒྱ་ཆེའི་མི་མང་ཡིན་ན་ཁ་ཚང་ང་རང་ཚོ་ད་ལྟ་ག་རེ་རེད། གཞིས་ལུས་རྒྱ་ཆེའི་མི་མང་གི་གནས་ཀྱི་དཀའ་ངལ་སེལ་ཡག་གི་ཆེད་དུ། འོས་མིའི་ལམ་གྱི་སྒང་ལ་ང་ཚོ་ཤུགས་མང་པོ་རྒྱབ་ཀྱི་ཡོད་རེད། ད་དེ་ཡང་དང་དང་པོ་ཡང་གོང་ས་མཆོག་གི་ཐུགས་དགོངས་རེད། དེ་ཡང་སྤྲུལ་ཚོགས་ཀྱི་ར་བ་འདི་ནས་འགལ་ཡང་ནི། མ་མོ་གི་ཐག་བཅད་ཀྱི་ཡོད་ནོ་ངས་ཤེས་ཀྱི་ཡོད། ཡིན་ན་ཡང། སྐབས་དེ་དུས་ཀྱི་རྒྱལ་སྤྱིའི་གི་ཁོར་ཡུག་དང་ཆབ་སྲིད་ཀྱི་ལངས་ཕྱོགས་དང་ཅི་ག་བསམ་བློ་གཏང་དགོས་རེད་བསམ་འདུག། དེ་ག་ནང་བཞིན་ང་རང་ཚོའི་ཕ་ཁ་འཁོར་ས་ཁོ་རང་གི། ལངས་ཕྱོགས་དང་ཁ་ཕྱོགས་དང་ཆབ་སྲིད་ཀྱི་གནས་བབ་དང་གཅིག་གྱུར་ལ་སོགས་པ་དེ་ལ་ཡང་བསམ་བློ་གཅིག་བཏང་ཡོང་བའི་སྐབས་ལ་ཨ་ནི་ང་ཚོས་འོས་མི་ལམ་འདི་ལ་ཡང་ང་ཚོས་བསྐྱར་ཞིབ་བྱེད་དགོས་ན་འདྲ་ཏོ། འོས་མི་ལམ་འདི་དོན་དམ་པའི་གྲུབ་འབྲས་ག་འདྲ་ཞིག་ཐོན་གྱི་འདུག་ཟེར་དེའི་སྒང་ལ་ང་ཚོས་ཚོགས་ཆེན་བཙུགས་ནས་བསྐྱར་ཞིབ་བྱེད་ཐུབ་པ་ཡིན་ན།

གཏམ་དེ་ཐོག་འདྲ་བོ་ཞིག་མི་ཁ་ཞིག་དེ་ག་ནང་བཞིན་ང་རང་ཚོ་ཡང་འཛམ་གླིང་རྒྱལ་སྤྱིའི་སྐབས་དར་འདི་ག་ལ་སྐྱབས་ཤིན་ཐིན་གྱི་ཨ་ནི་གྲོས་ཚོགས་འཐུས་མི་ཡོ་རུབ་ཤིན་ཐིན་གྱི་གྲོས་ཚོགས་འཐུས་མི་ཅིག་རེད་འདུག་ཁོ་རང་ག་ལ་འདུག་ཟེར་ན

ངས་ནི་དེ་ནས་གཉིས་པའི་དབུ་མའི་ལམ་ཐོབ་ཅིག་བོད་ལོག་གི་ཡིན་ལབ་དེ་ནས་དེ་ཚོ་དངོས་གནས་ས་ནི་ལོག་ཆོག་ན་སྐྱབས་མགོན་རིན་པོ་ཆུ་གཙོས་པའི་གི་ཁ་ཤས་ཅིག་བཏང་ཞིམ་པ་ཚང་མ་བསྡད་ཤག་ཚར་ད་ལོག་ས་མར་ད་པའི་ནན་ཁ་ཆེན་པོ་འདུག་ཡོ་ང་ནི་གཉིས་པའི་དབུ་མའི་ལམ་ཐོབ་ནས་བོད་ལོག་ཡ་བྱུང་སུ་ན་ས་ནི་ལོག་ཡ་བྱུང་སུ་ན་ལོག་ཡ་གི་གྲ་ཏི་ཨང་ས་ཆ་ཚང་ཡོད་སུ་བྱོས་ཡ་ཡིན་ཡོ་དེ་ང་ཚོ་ཞིབ་འཇུག་ཅིག་བྱེད་དགོ་ས་རེད་དྲང་ཐོབ་མང་པོ་འདུག་གི་ད་དུ་སོང་དེ་དྲང་ཐོབ་འདུག་གི་ས་རེད་གཉིས་པའི་དབུ་མའི་ལམ་གྲུ་འདི་ཐོན་སུ་ན་ང་ཚོ་སུ་སུ་ལོག་གི་ཡིན་ཤེས་ཤ་འདས་ནས་ག་ཚོད་ལོག་གི་ཡིན་རྒྱ་གར་འདས་ནས་ག་ཚོད་ལོག་བོད་ཡིག་འདས་ནས་ག་ཚོད་འདུག་འདས་ནས་ག་ཚོད་དེ་དྲང་ཐོབ་ཏུ་འཛིན་སྐྱོང་ཁ་ཤ་གཏན་གཏན་ཅིག་འདུག་གོ་ས་རེད་མ་གཞི་ང་ཚོ་རྩིས་ནོར་ཁོ་ཁེ་ཁ་བྱས་ན།

བོད་ནང་གི་རྩ་གྲངས་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཐོག་ལ་ཆ་ཤས་ཅིག་ལེན་འདོད་བྱུང་སོང། རྒྱུ་མཚན་གང་ཡིན་ཞུས་པ་ཡིན་ན། ད་སྤྱི་དང་ང་ཚོ་ཁེ་སང་ཚོགས་དུས་དྲུག་པའི་གི་ཚོགས་པའི་སྐབས་སུ་ལ་ཚོགས་གཙོ་གི་གསུང་རེ་ཉིས་སྟོང་བརྒྱད་གནས་ཕྱིན་བོད་ནང་རྩ་གྲགས་ཀྱི་གནས་སྟངས་ཐོག་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་འདི་ང་ཚོ་ད་གྲོས་ཚོགས་ག་དུས་ཚོགས་པ་ཡིན་ནས་ཁྱི་ཡོང་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ལྷག་པར་དུ་ད་ཉེ་ཆར་བྱུང་བའི་གི་བོད་ནང་སྡེ་དགེ་ཨོང་པོ་ཏོ་ཁུལ་ལ་ཆུ་མཛོད་ཀྱི། དེ། རྒྱ་ཡག་གི་ལས་གཞི་འདི་སྤེལ་བའི་སྐབས་སུ་ལ་ད་མི་མང་ད་ལྟ་འདི་སྔོན་གླིང་རས་བྲོས་ཇོ་ནང་འཁྱོལ་བ་ཞིག་སོང། མི་མང་སྟོང་ཕྲག་མང་པོ་གི་ཞུ་བ་འཐེན་པ། ད་ག་ན་བཞིན་ཨ་ནི་ཅིག་རེ་བསྐུལ་ཞུ་བ་ལ་བརྩི་འཇོག་བཅས་མེད་པ་ཐོག་ནས་ཨ་ནང་པ་ཚོ་ཚང་མས་གི་ཟིག་བསྡད་ཡོད་རེད། བརྙན་ཐུང་འདྲ་མིན་སྣ་ཚོགས་ནང་ལ་ཅིག་ད་ལྟ་འདས་ང་ཚོ་སྔོན་གླིང་ནང་ལ་འཁྱོལ་བ་ན་བཞིན། དཔེ་མུ་ཆུ་བཅས་ཞུ་བ་འཐེན་པ་ཡིན་ནས་བའི་བདག་པོ་མ་བརྒྱབ་པ་བརྗེད་འདུག་བརྙན་འཕྲིན་ན་བཏགས་པ་ཡིན་ན་ཕལ་ཆེར་རྡོག་རྫིས་བཏང་འགྲོ་གི་མེད་འགྲོ་བསམ་ཡག་གི་དེ་འདྲའི་ཉེས་རྡུང་མཐོང་ཡ་ཡོད་རེད་ནི་གནས་སྟངས་ད་གཟའ་གཟའ་ཕྲག་ཕུག་གི་གནས་སྟངས་དེ་འདྲ་བྱུང་ཡོད་རེད་དེ་འདྲའི་ཡི་དེ་བས་དེ་འདྲའི་བྱུང་བའི་སྐབས་སུ་ལ་ངེད་ཀྱི་ཞུ་བའི་གཙོ་བོ་གང་ཡིན་ཞུས་པ་ཡིན་ན་ཉིད། ང་ཚོ་ཉིས་སྟོང་ཉིས་རྩ་གསུམ་གྱི་མར་ཉིས་སྟོང་ཉིས་རྩ་བཞི་གི་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ནས་གནས་སྟངས་དེ་བྱུང་བའི་སྐབས་སུ་ལ། འཛིན་སྐྱོང་བཀའ་ཤག་ངོས་ནས་སྤྱི་ཟླ་གསུམ་པའི། ཚེས་བཅུ་སུམ་ཅུ་དུས་དྲན་སྐབས་སུ་མ་གཏོགས་ལ་དེའི་ཐོག་ལ་གནས་ཚུལ་གྱི་རྒྱ་ནག་ལ་དགག་པ་རྒྱབ་པ་ཡིན་ན་རེད། ཨ་ནི་ངོ་རྒོལ་གྱི་ཚུན་དུ་ཅིག། གསར་འགྱུར་གསལ་བསྒྲགས་ཡིན་པ་ཡིན་ན་རེད། གསར་འགྱུར་བསྒྲགས་གཏམ་ཡིན་པ་ཡིན་ན་རེད་གང་ཡང་མཐོང་མ་སོང། འདིས་གནང་སྟངས་འདིའི་ཐོག་བལྟས་པ་ཡིན་ན། ཨ་འཛིན་སྐྱོང་བཀའ་ཤག་གིས་ཆབ་སྲིད་ཀྱི་ཐོག་ནས་གནང་སྟངས་རེད་ལངས་ཕྱོགས་འདི་རེད་ག་འདྲ་རེད་ཅེས་ཡིན་ན་བསམ་ནས་ཐེ་ཚོམ་སྐྱེ་དགོས་ཆགས་འདུག་ཕྱོགས་གཉིས་ནས། ཨ་ནི་ད་ཐབས་བྱུས་ཡིན་ན་ཅིག་ལ་ནི་ཅིག་ཚོགས་ཆུང་ཅིག་བཙུགས་ཡོད་རེད། དེ་དུས་ལོ་ལྟར་རེ་ཚོགས་གི་ཡོད་རེད། ད་དེ་ཚོགས་བདེ་བ་མ་ཡིན་པའི་ཐོག་ནས་ད་བོད་ནང་ལ་དཀའ་ངལ་ཆེན་པོ་ག་ཚོད་ཡོད་པ་འདི་ང་ཚོས་ཀྱི་མཐོང་བཞིན་པ་འདི་རེད། ད་ད་ལྟ་རྫ་བྲག་གི་གནས་སྟངས་འདི། ཁོ། ད་ག་ས་མ་རེད་མི་མང་གིས་བདེ་སྡུག་ཞུ་ཡས་ལ་ཉན་གི་ཡོད་མ་རེད། ཉི་མ་སྟོང་ཕྲག་མང་པོ་སྐྱ་སེར་གཉིས་ཆར་ཐོག་ནས་སྟོང་ཕྲག་མང་པོ་འཛིན་བཟུང་བྱས་ཡོད་རེད་ད་ད་ལྟ་གློད་གྲོལ་ཅིག་བྱུང་བ་ཅིག་གོ་གི་ཡོད་རེད་འདི་བདེན་པ་ག་ཚོད་ཡིན་མིན་ཤེས་ཐུག་མ་རེད་གང་ཡིན་ཟེར་ན་གནས་ཚུལ་དངོས་ཡོད་གནས་སྟངས་ང་ཚོ་ལ་གསལ་བོ་རག་ཐུག་གི་ཡོད་མ་རེད་དེ་འདྲ་ཡིན་དུས་བརྩམས་པ་ལ་དེ་འདྲའི་ཐོག་ནས་འཛིན་སྐྱོང་བཀའ་ཤག་གིས་ཅིག་གང་ཡང་ལས་འགུལ་མ་ཕེབས་པ་ཐོག་ལ་དེ་དགོངས་ནས་བློ་ཕམ་བྱུང་ཟེར་ལག་གི་མེད་གནང་སྟངས་དེ་ཐབས་སྐྱོ་བོ་མཐོང་གི་འདུག་ཨ་རྒན་ག་འདྲ་ཞིག་ནས་བཤད་ཀྱི་ཡོད་ན་ཟེར་ན་འདི་ཅིག་ཞུ་ཡ་ཡིན་དེ་ནས། འདི་ཚོ་བྱུང་བའི་སྐབས་སུ་ལ་ས་གནས་སོ་སོ་ནས་འགན་བཞེས་པའི་ཐོག་ནས། ལས་རྒྱུ་འདྲ་མིན་སྣ་ཚོགས་པས། འདི་ལ་སོ་སོའི་གི་མི་མང་གི་སྐུ་ཚབ་ཡིན་པའི་ཐོག་ནས་རྗེས་སུ་ཡི་རངས་ཞུ་གི་ཡིན་རྣམ་པ་ཚོ་ཚང་མ་ལ། རྫ་བྲག་གི་གནས་སྟངས་འདི་རྫ་བྲག་གནས་སྟངས་ཟིལ་པའི་ཐོག་ནས། སྐབས་དང་དུས་ལ་ལས་རྒྱུ་སྤེལ་བ་དེ་ལ་རྣམ་པ་ཚོ་ཚང་མ་ལ་རྗེས་སུ་ཡི་རངས་ཞུ་འོས་དང་ཨ་ཐུགས་རྗེ་ཆེ་ཞུ་འདོད་བྱུང། ད་ག་ན་བཞིན། ད་ང་རང་ཚོ་གི། ཁ་ཤས་ཀྱི་ཤེས་ཀྱི་ཡོད་རེད། བོད་འདི་རྒྱ་ནག་ཆ་ཤས་རེད་ལ་གི་འདུག་ལ་ནི་མི་ཚང་མ། ཁོང་ཁྲོ་ཟེར་གི་ཡོད་རེད་ཡ། ཨ་ནི་ཕོག་གི་ཡོད་རེད་ཕོག་གི་རོགས་ཕོག་དགོས་ཀྱི་རེད་བ། བོད་འདི་རྒྱ་ནག་ཆ་ཤས་མིན་པ་ཡིན་དུས་ཆ་ནག་ཆ་ཤས་རེད་ལབ་པ་ཡིན་ན་ཁོང་ཁྲོ་ཟ་གི་རེད་བ། ཟ་གི། ང་ཚོས་ང་ཚོས་ཡིན་ནའི་ཁོང་ཁྲོ་ཟ་གི་འདུག་ཤེས་ངེད་ཚོ་ཡིན་ནའི་ཁོང་ཁྲོ་ཟ་གི་རེད་བ། ད་ལྟ་དེ་ཤེས་གི་འདུག་ལ་ངེད་ཚོ་ལབ་ཡོད་རེད་ད་ངེད། དེ་འདྲ་ཡིན་དུས་བརྩམས་པ་ལ། བོད་འདི་རྒྱ་ནག་ཆ་ཤས་མ་རེད་ལ་ཡ་དེ་གཞི་རྩ་གཙོ་བོ་དེ་ག་བ་སེམས་དགོས་རེད་བོད་འདི་རང་བཙན་ཡིན་པ་ལུགས་རྒྱུའི་ཐོག་ནས་སྟོན་དགོས་ཀྱི་རེད་མ་གཏོགས་བོད་འདི་རྒྱ་ནག་ཆ་ཤས་མེད་པ་སྟོན་ཐུ་ཡ་མེད་ཙང་བོད་འདི་རྒྱ། བོད་འདི་རང་བཙན་རྒྱལ་ཁབ་ཡིན་པ་དེ་ཚང་མས་ཧ་གོ་གི་རེད་ལ་དེ་ཤེས་དགོས་ཀྱི་རེད། འདི་ངས་གཙོ་བོ་ཞུ་འདོད་ཅིག་བྱུང། ད་ག་ན་བཞིན་ད་ང་རང་ཚོ་དབུ་མའི་ལམ་གྱི་སྲིད་བྱུས་འདི། རྒྱལ་བ་རིན་པོ་ཆེའི་དགོངས་བཞེད་ལྟར་དུ་རེད། འདི་ཨེ་ནང་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་རེད་ལན། ད་ཚང་མས་ཤེས་ཀྱི་ཡོད་རེད་ཤེས་ཀྱི་ཡོད་རེད། ང་རང་ཡིན་ནའི་ཤེས་ཀྱི་ཡོད། གྲོས་ཚོགས་ཀྱི། དེ་སྤྱི་མོས་ཀྱི་གྲོས་ཆོད་བཞག་པ་ཤེས་ཀྱི་ཡོད། དེ་འདྲ་ཡིན་དུས་བརྩམས་པ་ལ། ད་དབུ་མའི་ལམ་གྱི་སྲིད་བྱུས་འདི་ཟིན་པའི་ཐོག་ནས། འདི་གར་ཕྱིན་ཟིན་གྱི་ཡོད་རེད། བོད་ནང་དཀའ་ངལ་མ་ཡོང་བའི་ཐོག་ནས་དབུ་མའི་ལམ་གྱི་སྲིད་བྱུས་འདི་ཟིན་པ་ལས་ངོས་འཛིན་བྱེད་ཀྱི་ཡོད། དེ་འདྲ་ཡིན་དུས་ད། ད་འདོད་དཀའ་ངལ་དེ་འདྲ་བྱུང་བསྡད་པ་ཡིན་ན། ཨ་ནི་ང་ཚོའི་གནས་སྟངས་འདི་ག་བ་ཆགས་སོང། དབུ་མའི་ལམ་མུ་མཐུད་ནས་འགྲོ་པ་ཡིན་ན་ག་འདྲ་ཆགས་ས་རེད། དབུ་མའི་ལམ་ཁ་ནས་ཡིན་ལབ་ཙམ་གཅིག་པུ་དེའི་དོན་དུ་ཕན་གྱི་མི་འདུག་ཨ་མི་མང་དཀའ་ངལ་སང་སང་ཐུག་གི་ཡོད་མ་རེད། དེ་འདྲ་ཡིན་དུས་ཙམ་པ་མི་མང་དཀའ་དཀའ་ངལ་སང་ཐུག་ཡའི་ཐོག་ནས་ད་ཐབས་ཇུས་ཡིན་ན་ཅིག་འཚོལ་གི་ཡོད་ལབ་གི་ཡོད་རེད། ག་རེ་ཡིན་པའི་ཐོག་ནས་ཡིན་ན་རྒྱ་ནག་མཉམ་དུ་གྲོས་མོལ་བྱེད་གི་ཡོད་པ་ཡིན་ན་རེད་བགྲོ་གླེང་བྱེད་གི་ཡོད་པ་ཡིན་ན་རེད། མྱུར་དུ་བྱེད་དགོས་ཀྱི་འདུག་མ་གཏོགས་དེ་འདྲའི་ཕྱིར་བོད་བོད་མི་མང་ལ་ད་བོད་ནང་ཡོད་པའི་མི་མང་ལ་དཀའ་ངལ་འཕྲད་པ་ཡིན་ན་འགྲིག་གི་མི་འདུག་ང་ཚོ་དེའི་ཐུགས་ཐག་ཡོད་མ་རེད་ད་ད་ལྟ་བར་དུ་མི་ལོ་ཧ་ལམ་བདུན་ཅུ་ཟིན་འགྲོ་གི་འདུག་འདུ་འདྲི་བྱས་བསྡད་པ་ཡིན་ན་རྩ་བ་ཉིད་འགྲིག་ཐབས་མི་འདུག་དེ་འདྲས་འདི་ཙམ་པ་འཛིན་སྐྱོང་བཀའ་ཤག་ནས་ད་གང་ད་གཙོ་བོ་སྲིད་སྐྱོང་ཆགས་ཀྱི་ཡོད་རེད་ཆབ་སྲིད་ཀྱི་ཐོག་ནས་མིང་གོ་ར་སྲིད་སྐྱོང་ལང་སྟབས་ཡོད་དུས་ཙམ་པ་ལ་ཆབ་སྲིད་ཀྱི་འགན་གཙོ་བོ། ད་ལྷག་པར་དུ་རྒན་ཆེ་ཆགས་ཀྱི་ཡོད་རེད་དེ་འདྲས་འདི་བརྩམས་པ་ལ་དེ་འདྲས་ཐོག་ནས་ང་རང་ཚོའི་གར་ལོག་ད་བོད་ནང་དཀའ་ངལ་མ་ཡོང་གི་ཐོག་ནས་ད་ད་ལྟ་ངས་འདི་གཉིས་ནས་ཞུས་པ་ན་ཞིག་རེད་གལ་པོ་ཆེ་རེད་ནན་ཏན་ནང་བཞིན་གང་ལྟར་ཞི་མོལ་བྱེད་དགོས་ཀྱི་ཡོད་ནི་རེད་འབྲེལ་མོལ་བྱེད་དགོས་ཀྱི་ཡོད་ནི་གང་མགྱོགས་མགྱོགས་བྱེད་ན་མ་གཏོགས་དེ་འདྲས་བྱེད་བསྡད་པ་ཡིན་ན་ང་ཚོ་བསྡད་ཐུབ་ཐབས་མི་འདུག་ང་ཚོ་དབུ་མའི་ལམ་གྱི་སྲིད་བྱུས་འདི་འགྱུར་བ་ཅིག་མ་བཏང་པ་ཡིན་ན་དེ་འདྲས་ཡིན་ན། དབུ་མའི་ལམ་ཐོག་ནས་སྲིད་བྱུས་དེ་ཐོག་ནས་འགྱུར་བ་ད་ལོར་མི་མང་དེ་བདེ་བ་ཐོབ་གི་མེད་པ་ཡིན་ན། ང་ཚོ་འགྱུར་བ་གཏང་ཡ་རེད་མ་གཏོགས་ད་ཁ་རྫིག་པོ་བཤད་མཁས་ཅག་སྙན་པོ་བཤད་ཕན་གྱི་མི་འདུག་ངས་མཐའ་གཅིག་འདུས་ཞུ་བ་ཡིན། བང་སོ་ཚོགས་གཙོ་མཆོག་ད་བོད་ནང་རྫ་དྲག་གནས་སྟངས་ལ་དུང་སེམས་མཉམ་སྐྱེད་ཀྱི་ཐོག་ལ་ཁ་སང་ཆ་བཤད་ཅིག་ལན་རེད་ངས་ཀྱི་ཨ་ནི་ངས་ཀྱི་སྐད་ཆ་བཤད་བས་ཀྱི་འདིའི་ཐོག་ལ་ཁྱེད་དུས་གཅིག་གི། ག་རེ་བཤད་ཡོད་ལབ་ཡོད་ན། ངས་ག་རེ་བཤད་ཡོད་རེད། བོད་ནང་ལ་ད་ལྟ་རྫ་དྲག་གནས་སྟངས་འདི་བྱུང་བའི་སྐབས་སུ་ལ་ད་ད་ལྟ། རྫ་དྲག་གི་གནས་སྟངས་རེད་འདི་མ་ཡིན་པའི་གི་ད་བོད་ནང་ལ་དཀའ་ངལ་འདི། ད་ཟམ་མ་ཆད་པའི་ཡོང་བསྡད་ཀྱི་ཡོད་དུས། ང་རང་ཚོའི་གི་སྒྲིག་འཛུགས་ཀྱི་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དབུ་མའི་ལམ་འདི། འདིའི་ཐོག་ནས་ཐབས་ལམ་འདིའི་ཐོག་ནས་བོད་ནང་དཀའ་ངལ་སེལ་མ་ཐུབ་པ་ཡིན་ན། སྲིད་བྱུས་འདི་བརྗེ་བོ་རྒྱག་དགོས་ཀྱི་འདུག་ངས་འདི་ལབ་པ་རེད་དེ་ལ་ལབ་པར་བརྟེན་ནས།

ང་ཚོའི་གྲོས་ཆོད་དྲུག་པ་ནང་ལ་གསལ་བོ་བྲིས་འདུག་བ། དབུ་མའི་ལམ་གྱི་སྲིད་བྱུས་ཀྱིས་བོད་རྒྱའི་དཀའ་རྙོག་སེལ་ཐབས། རོ། ཐབས། དཀའ་རྙོག་སེལ་བའི་ཐབས་ལམ་བཏོན་ཡོད་པ། དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐབས་ལམ་འདི་བོད་རྒྱ་དཀའ་ཉེ་སེལ་ཐབས་ཡིན་ལབ་ཡོད་རེད། ད་ང་ཚོ་རྒྱ་གར་ནང་ལ་དཀའ་ངལ་ཆེན་པོ་གང་ཡང་ཡོད་མ་རེད་སྤྱི་སྟངས་རྒྱུན་དུ་གནས་ཐུ་ཡ་ཐོ་ལ་ད་དཀའ་ངལ་ག་རེ་ཡོད་རེད་ལབ་ཡོད་ན་ང་རང་ཚོ་བཙན་བྱོལ་ནང་ཡོད་པ་འདི་བོད་ནང་འགྲོ་ཐུ་གུ་གོ་རེད་འདི་འགྲོ་ཐུ་གུ་ཡོད་མ་རེད་དབུ་མའི་ལམ་ཐོག་ནས་ད་འདའ་བ་དུ་ད་འདི་ལས་གནད་འགག་ཆེ་དཀའ་ངལ་ཆེ་ག་རེ་ཡོད་ལབ་ན་བོད་ནང་ཡོད་ངེས་དེ་རེད་བོད་ནང་དཀའ་ངལ་ག་རེ་ཡོད་ལབ་ན་ད་ཉིན་རེ་ཉིན་རེ་ད་འདའ་ད་འདའ་བ་དུ་ང་ཚོ་ཤེས་བསྡད་པར་བ་དཀའ་ངལ་འདི་ཚོ་རེད་བསྐྱར་ཟློས་མོ་གོ་བ་དུ་བྱས་དེ་འདྲས་ཡིན་དུས་ད་ད་འདའ་སྤྱི་འཐུས་ཤེས་ངེས་དེ་ཁོ་རང་ཁ་ཡོད་ཀྱི་མ་རེད་བོད་ནང་དཀའ་ངལ་ཡོད་པ་དེ་ཚོ་གནད་འགག་ཆེན་པོ་མེད་པ། མཐོང་གི་མེད་གནད་འགག་ཆེན་པོ་ཡོད་པ་མཐོང་གི་ཡོད་ཀྱི་མ་རེད། གང་ཡིན་ཟེར་ན་ཁོ་རང་མི་རེ་གཞན་པ་མཉམ་དུ་ཆང་ས་རྒྱག་བསྡད་དུས་ཕར་ལོགས་ཀྱི་སེམས་ཁྲལ་གོ་མ་རུ་བ། བོད་ནང་དཀའ་ངལ་དེ་ཚོའི་སེམས་ཁྲལ་མི་དུས་ཨེ་ནས་སོ་སོ་དུ་རྒྱུག་པར་ཞུགས་གི་ཡོད་པ་མཐོང་གི་ཡོད་རེད། དེ་འདྲ་ཡིན་དུས་སོ་སོ་ཡིན་ན། ད་བོད་ནང་ག་དུས་མགྱོགས་པོ་ཅིག་ལོག་ཐུག་གི་ཡོད་ན་བསམ་པའི་ཆུ་སྒུར་འདེད་དེ་ངེས་ཅིང། ཁ་སང་སྤྱི་འཐུས་གཅིག་གིས་ལབ་སོ། འདི་ནང་བཞིན་རེད། བོད་ནང་ལོ་ངའི་དང་པོ་སུ་ལོག་གི་འདུག་ལ་ལྟ་དགོས་ཀྱི་འདུག་ལ་དེའི་རྒྱུ་མཚན་ལོས་མཐོང་གི་འདུག་ང་འདྲ་བོ་ཅིག་ན། དབུ་མའི་ལམ་གྱི་ཐབས་ལམ་ཐོག་ནས་བོད་ནང་ལོག་གི་རེད་ལབ་ན་སུ་ལོག་གི་ཡོད་ན། དེ་ཅིག་བསམ་བློ་བཏང་དགོས་མཐོང་གི་འདུག་དེ་འདྲ་ཡིན་དུས་ངས་གཙོ་བོ་ཞུ་ཡོད་ལ། ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐབས་ལམ་ཐོག་ནས་བོད་ནང་ལ་དཀའ་ངལ་སེལ་མ་ཐུབ་པ་ཡིན་ན་འགྱུར་བ་གཏང་དགོས་བྱེད་ཀྱི་རེད་བ་ང་ཚོ་ལྐུག་པ་འུ་ཚོ་རྒྱ་ནི་མཁས་པ་ཤེས་འདས་དེ་འདྲ་ཕན་གྱི་ཡོད་མ་རེད་བོད་ནང་དཀའ་ངལ་སང་ཐུག་གི་ཡོད་མ་རེད་ད་ད་ལྟ་བ་ད་ཟིས་ད་དེ་མཐོང་གི་འདུག་བ། དེ་འདྲའི་སྟེང་གི་བསྐྱར་དུ་ཞུ་བ་ལ། སོ་སོ་རང་གི་ནང་ལོགས་ལ་རྒྱུག་པ་ཞུ་གི་འདུག་ལ་ནི་འཛེམ་དེག་མི་འགོག་པའི་ཐོག་ནས་རྒྱུག་པ་ཞུས་པའི་ཐོག་ནས་ངས་ཞུ་གི་ཡོད་དེ་མཐར་ལམ་སེལ་ཐུབ་ཡ་ཡོད་ན་སེལ་དགོས་ཀྱི་འདུག་བོད་ནང་དཀའ་ངལ་སེལ་དེ་གལ་ཆེ་ཤོས་ཀྱི་ཆ་དེར་ང་ཚོ། སོ་སོ་དཀའ་ངལ་མེད་པ་དེ་གཅིག་པུ་མཐོང་བྱས་བོད་ནང་དཀའ་ངལ་འདི་སྡུག་བཟོད་བཏང་ན་རྩ་བ་ཉིད་འགྲིག་གི་མ་རེད་ད་ལྟ་བོད་ནང་མི་ཚོ་ཉིན་རེ་ཉིན་རེ་ནས་དཀའ་ངལ་ཆེན་པོ་ཆགས་བསྡད་ཡོད་མཐའ་ན་ཞུ་བ་འཐེན་ས་མེད་པ་ཅིག་གནས་སྟངས་ཆགས་ཡོད་དུས་རྩམ་པ་ལ་དེ་གསལ་བོ་རྟོགས་པ་ཐོག་ནས་བསམ་བློ་བཏང་རྗེས་སྐད་ཆ་བཤད་ན་ཡག་པོ་ཡོད་རེད་ང་ཚོ་བགྲོ་གླེང་བྱེད་པའི་སྐབས་སུ་ལ་སྐད་ཆ་བཤད་དུས་སུ་སོ་སོ་བསམ་བློ་བཏང་ནས་སྐད་ཆ་མ་བཤད་པ་ཡིན་ན་སུ་ལ་ཡིན་ནས་བཤད་ཡ་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་དེ་ངས་སྐད་ཆ་བཤད་དེ་བོད་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་གྱི་ཐབས་ལམ་སྲིད་ཇུས་དེ་ལ་ཕན་ཐོག་ཡ་གཅིག་བྱུང་ན་བསམ་པའི་ཐོག་ནས་ལྷག་པར་དུ་བོད་ནང་ལ་ཡོད་པའི་གི་བོད་མི་ཚོ་ལ་གཞིས་བཞུགས་བོད་མི་ཚོ་ལ་དཀའ་ངལ་འདི་མ་ཡོང་ཡ་ཆེད་དུ་ལ་ཐབས་ལམ་འདི། དབུ་མའི་ལམ་གྱི་སྲིད་བྱུས་འདི་ད་ཕན་ཐོགས་ཀྱི་མེད་པ་ཡིན་ན་འགྱུར་བ་གཏང་དགོས་ཀྱི་འདུག་ཟེར་ལ་ངས་བསྐྱར་དུ་ནན་ཏན་བྱས་ནས་ཞུ་གི་ཡོད་ལ། སྤྱི་འཐུས་ཁོ་རང་གིས་སྐད་ཆ་བཤད་རྒྱུ་དེ། མ་འོངས་པར་སྐད་ཆ་བསམ་བློ་བཏང་ནས་བཤད་ན་མ་གཏོགས་སུ་ལེན་ནས་ལན་རྒྱབ་ཡ་ཡོར་དྭགས་འདི་ཞུ་བ་ཡིན། བཀའ་བསྟན་གཙོ་བཟུང་མཆོག། ཡང་བསྐྱར་བཀུར་བསྟི་གནང་བ་ཐུགས་ཆེ། དེ་ནས། སོ་སོ་ཡིན་ན་འཚོ་བ་དང། བདམས་པའི་ཐོག་ནས་ཚོར་བ་ཡོད་པའི་ཐོག་ནས་དཀའ་མོ་དེ་བཞེས་ཀྱི་ཡོད་མཁས་པའི་ལག་ཤེས་ཀྱི་ནང་ལ། ཚོར་བ་མེད་པའི་མི་ནི་རོ་དང་འདྲ་བར་རོ་ནི་གང་ཡང་མེད་པའི་ས་རྡོ་དང་འདྲ་བ་ཟིག་བཤད་བཞག་པར་དེས་འདིས་ཚོར་བ་ཆེན་པོ་ཡོད་ཟེར་བྱས་ཡིན། དེ་ནས་ད་གང་ནས་ཡང་བསྐྱུར་མི་དགོས་པའི་ཐོག་ནས་ཁ་ཐུག་བཞེས་པ་ཡིན། ང་རང་ཚོའི་བོད་ནང་གི་གཞིས་ལུས་རྒྱ་ཆེའི་མི་མང་གི་ཆེད་དུ་ནུས་པ་དང་ལྡན་པའི་ལས་འགུལ་ཅིག་སྤེལ་དགོས་ཀྱི་ཡོད་རེད་བསམ་གྱི་ཡོད་རེད། དེ་འདི་ད་ང་ཚོ་སུ་རེད། ང་ཚོ་སྐྱབས་བཅོལ་བ་ཞིག་རེད། དེ་ཧ་ནང་བཞིན་འཐབ་རྩོད་པ་ཞིག་རེད། དེ་འདི་འཐབ་རྩོད་པ་དེས་ནུས་པ་ལྡན་པའི་ཕྱག་ལས་ཅིག་གནང་དགོས་ཡོད་ན་ངེས་པར་ན་ང་ཚོ་ནུས་པ་མཉམ་སྤུངས་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་དེ་དཔེ་དཀར་ཆེན་པོ་རེད། དེ་འདི་ད་འཐབ་རྩོད་མི་རིགས་དེ་ཁ་ཕྱོགས་ཟེར་དགོས་ན་ལངས་ཕྱོགས་དེ་མང་རེ་མང་རེ་ཆགས་སོང་ན་ང་ཚོ་ནུས་པ་དེ་མཉམ་དུ་སྤུངས་ཐུབ་ཀྱི་ཡོད་མ་ད་ཡིན་དུས་ང་ཚོ་ག་ཚང་དེ་རིང་འོག་མིའི་ལམ་རེད་རང་བཙན་རེད་ཁ་ཕྱོགས་ལམ་ཕྱོགས་མང་པོ་ཅིག་ཡོད་རེད། ད་ང་རང་ཚོ་ཕུགས་རྒྱང་རིང་བོའི་སྒོ་ནས་བསམ་བློ་བཏང་ཡོང་ན་དེ་ནང་གི་གདམ་ང་ཅིག་བྱེད་དགོས་བ་ཡིན་ན་ད་རང་བཙན་མ་གཏོགས་ང་ཚོ་གདམ་ཡ་ཅིག་མེད་པ་ཆགས་ཀྱི་འདུག་དེའི་རྒྱུ་མཚན་དེ་ད་རང་བཙན་གྱི་ཁ་ཕྱོགས་དང་ལམ་ཕྱོགས་དེའི་སྒང་འགྲོ་བ་ཡིན་ན་ནི་དགོས་པ་རྒྱུ་མཚན་ཡོད་པ་ད་སྒང་ནས་ཕྱག་བྲིས་ག་ཅིག་སོང་བ་དེ་ག་རང་ངས་ངོས་འཛིན་བྱེད་ཀྱི་ཡོད། དེ་ག་ནང་བཞིན་ད་ང་ཚོ་འོག་མིའི་ལམ་དེའི་སྒང་ནས་འགྲོ་བ་ཡིན་ན། ང་ཚོ་གྲུབ་འབྲས་དང་ཕན་ཐོགས་ཡོད་དང་མེད་ང་ཚོ་སོང་བའི་སྐབས་ལ་ད་ཁ་ཚང་དེ་ནས་ཕྱག་ཁྲིར་ཕྱིན་དུས་འོ་མའི་རྒྱ་སྤྲད་གི་མཚན་གནས་ཡོད་ས་དེ་ག་ནང་བཞིན་གྱི་འོ་མའི་ཁེ་ལས་པ་དེ་ག་ནང་བཞིན་གྱི་འོ་མའི་ལམ་ཐོག་མར་འཛུགས་པ་པོ་འོ་མའི་ལམ་ཐོག་མར་འཛུགས་པ་པོའི་ཚོགས་གཙོ་ཁོ་རང་གི་ཡང་ཨ་ནི་འོ་མའི་ལམ་ལ་ཁ་ཚང་དེ་རིང་གྲུབ་འབྲས་མེད་པ་ཟིག་གསུང་གི་ཡོད་དེ་ཚོ་ངའི་དངོས་ཡོད་གནས་ཚུལ་གི་ག་མོ་རེད་བསམ་གི་ཡོད་རེད་དེ་ཡིན་དུས། ད་ང་ཚོ་དེའི་སྒང་ལ་ད་དུང་ཡང་ལྐུགས་པའི་ཨུ་ཚུགས་བརྒྱབ་པ་པ་ཡིན་ན། དེ་ནི་ང་ཚོ་མ་འོངས་པའི་ཁ་ཕྱོགས་མ་འོངས་པའི་གཞོན་སྐྱེས་མ་མི་རབས་མི་རབས་མང་པོ་ཞིག་གི་སྒང་ལ་ཡང་ང་ཚོ་ལས་འགར་སྐར་ཚོད་དགུ་འདྲའི་ད་ལས་ཀ་བྱེད་ཡས་ཀྱི་བརྒྱུད་ལམ་འགྲོ་དུ་ཆད་འགྲོ་ས་རེད་ཟེར་དེ་ཉེན་ཁ་ཆེན་པོ་ཅིག་མཐོང་གི་འདུག་དེ་ཧ་ནང་ཆེ་ང་ཚོ་ག་རེ་བསམ་གི་ཟེར་ན་ང་ཚོ་ལ་ཅིག་རང་བཙན་གྱི་ལམ་ལ་འགྲོ་ན་རྒྱབ་སྐྱོར་མེད་པ་འདྲ་བོ་ཅིག་འོ་མའི་ལམ་ལ་འགྲོ་ན་རྒྱབ་སྐྱོར་ཡོད་པ་འདྲ་བོ་ཅིག་མང་པོ་གསུང་གོ་ད་དེ་ན་སྤེན་ཚེ་ངས་གཅིག་དྲངས། ང་ཚོ་ཡོ་རོབ་ལ་འགྲོ་བའི་སྐབས་ལ། ཅེག་ཞི་མཐིང་གི་གྲོས་ཚོགས་འཐུས་མི་ཅིག་རེད་ལ། ཡོ་རོབ་མཉམ་འབྲེལ་གྱི UN གྱི་གྲོས་ཚོགས་འཐུས་མི་ཅིག་རེད་ཁོའི་གར་ལ་འདུག་ད་ན། ཁྱོད་རང་ཚོ་བོད་རང་བཙན་གཙང་མ་ལ་རྒྱབ་སྐྱོར་བརྒྱ་ཆ་བརྒྱ་ཡོད་ད། དེ་ང་ཚོ་སྤྱི་མཐུན་ལྷན་ཚོགས་ཀྱི་དྲ་ཚིགས་ནང་ལ་བཞག་ཡོད་ལ་བོད་མི་རང་དབང་གི་དྲ་ཚིགས་སྒང་ལ་བཞག་ཡོད། འོ་དེ་གཅིག་བཞེས་ཡ་ཡིན། དེ་ག་ནང་བཞིན་ད་གོང་ས་མཆོག་གིས་གོ་ལི་ག་ལ་སོང་བའི་གར་སློབ་དེ་འདི་ནང་ལ་མང་པོ་གསུངས་སོང་དེ་ག་རང་རེད། དངོས་གནས་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ཟབ་མོ་ང་རང་ཚོ་དང་འགོ་བ་ཚང་མ་ལ་ཡང་བཀའ་སློབ་དེ་ཡང་ནི་ས་འདར་གྱི་འདུག་གི་གནམ་འདར་གྱི་འདུག་གི་དངོས་གནས་སྲོང་ཁོ་ཡི་དུས་ལ་བབས་ཡོད་རེད། ཡིན་ན་ཡང་ད ྋགོང་ས་མཆོག་གིས་ག་ཚོད་གོ་ལས་དགའ་སོང་བ་རེད། ད་དེ་ཡང་ནི་དངོས་གནས་བཤད་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། གཞན་དྲོན་མོ་ནས་སོང་བ་ཡིན་ན་དེ་ལ་ནུས་པ་ཡོད་རེད། བྱིན་རླབས་ཡོད་རེད། མ་འོངས་པ་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བ་ཡིན་ན་དེ་འདྲ་ཅིག་གི་སྒང་ལ་སོང་ཐུབ་པ་ཡིན་ན་དཔེ་གལ་ཆེན་པོ་མཐོང་གི་འདུག་ངས་རེད་མ་གཏོགས་དེ་ནས་གཞན་པ་ད་ཆགས་སྟོང་བཤད་སྟོང་མང་པོ་ཡོད་དེ་ད་ཁ་སང་ཕྱི་ཚོགས་འདིའི་སྒང་ལ་ནུས་པ་མཐོང་གི་ཡོད་ནི་མི་ཤེས་མེད་ནི་མི་ཤེས་ངས་ཚོ་བཤད་ཁག་པོ་རེད། དེ་ཡིན་དུས་གོང་ས་མཆོག་གིས་སོང་བ་ཡིན་ན་ཡིན་ཚུལ་མིན་ག་ཚོད་གོ་གཞར་དྲོན་མོ་ནས་སོང་ན་ཚོ་བྱིན་རླབས་ཆེན་པོ་ཞིག་ཞུགས་ཀྱི་རེད་བསམ་གི་ནུས་པ་ཆེན་པོ་ཐོན་གྱི་རེད་དཔེར་ན་ཁ་ཚང་རྡོ་རྗེ་བདག་ལྟ་བ་ཅིག་ཡིན་ན། ད་རུང་ཚོགས་གཞོན་མཆོག་བརྒྱུད་ལམ་ཞིབ་པའི་ཐོག་ནས་བཞུགས་ཀྱི་ཡོད་སྲིད། དེ་ཡིན་དུས་ད་ལྟ་དེ་ག་རང་ཡིན་གོང་ས་སྐྱབས་མགོན་ཆུང་གཞར་དྲོན་མོ་སོང་ན་ནུས་པ་ཐོན་གྱི་རེད་བྱིན་རླབས་ཆེན་པོ་ཡོད་རེད་ང་ཚོ་ལ་སྤྱི་ཚོགས་ལ་ཕན་གྱི་རེད་འོང་བ་དེའི་སྒང་ལ་ཅིག་གསུང་ཐུབ་པ་ཡིན་ན་དེའང་ནི་དཔེར་ན་མང་ཚོགས་ཡང་ན་ཅིག་མང་ས་དཔེར་ན་རྡོ་རྗེ་བདག་འདྲ་ཅིག་གོང་ས་མཆོག་གིས་ཅིག་སོང་བ་ཡིན་ན་ངོ་ནས་ངས་རེ་སྒུག་ཆེན་པོ་བྱེད་ང་ཚོའི་ཤེས་ལོག་ལ་སྤྱི་ཚོགས་ལ་བལྟས་ཚེ་ཕན་གི་རེད་བསམ། ཡིན་པ་ཡིན་ན་ཡང་ད་བཀའ་སློབ་དེ་མ་གནང་ཡོང་དུས། བཀའ་སློབ་དེ་ཁ་ཚང་དེ་རང་ད་ཡ་དེ་དམའ་དེའི་མགོ་ལ་རྒྱབ་དམའ་དེ་ཕ་དེའི་མགོ་ལ་རྒྱབ་གི་འདུག་བ། དཔེར་ན་ཀོ་ལེ་དགའ་གི་དང་པོ་སོང་ཡིན་ནའི་སྐབས་ན། དགའ་ལྡན་ཕོ་བྲང་གི་སྐུ་ཚབ་ཕེབས་འདུག་ཡིན་ན་དེ་སོང་མ་སོང་ངོ་ནི་ཅི་ན་དེ་སོང་དགོས་ཡ་ན་མི་གཞན་པ་ཁ་ཞིག་གི་སོང། དེ་ལ་འགྲེལ་བཤད་བརྒྱབ་སོང་ང་ཚོ་ཧང་སང་སོང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ལ་འགྲེལ་བཤད་བརྒྱབ་མཁན་གྱི་དེ་འདྲ་སླེབས་གི་འདུག་བ་བསམ་བསམ་ཡོང་གི་འདུག། དེ་འདྲའི་འགྲེལ་བཤད་རྒྱག་འོང་པའི་སྐབས་ལ་ཡང་ད་འདི་འདྲ་གསང་བ་དང་ཁྱོད་རང་ཚོ་གཟབ་གཟབ་བྱེད་དགོས་རེད་ཟེར་ཡ་ཅི་དགོས་བ། དེ་འདྲ་བྱས་ནས་ག་ལོ་བདུན་ནང་འོང་པའི་ནས་སྐབས་ན་དེ་འདྲ་བའི་ཕྱག་ཡིག་དེ་མི་གཞན་པ་མགོ་སྟོང་སྤྲད་ཟེར་འདྲ་བོ་དང་ནི་སོ་སོ་དེའི་ཁྱབ་ཁོངས་ལ་གནས་ཡ་འདྲ་བོ་གི་གནས་སྟངས་ཡོང་གི་འདུག། བདུན་གཙོ་བཙུན་མཆོག་རྙོག་དྲ་གི་ཁྱད་ལས་པ་ཁོ་རང་ཁྱད་ལས་པ་རང་རེད་ངས་དེ་ལ་ངོས་འཛིན་བཞུ་གི་ཡོད། ཡིན་ན་ཡང་དོ་བདག་ཡར་ལངས་ཡོད་པ་དེ་གོང་ས་མཆོག་གིས་ཡིག་ཐོག་ནས་སོང་དགོས་རེད་ཞར་གྲོ་མོ་ནས་སོང་མ་གི་ཚིག་གཅིག་བཞི་མ་མྱོང། ཆེད་དུ་ཁ་ཕྱོགས་གཞན་པ་བསྒྱུར་ནས་སྤྱི་ཚོགས་ཀྱི་སྒོ་ང་རྙོག་དྲ་སློང་མཁན་དེ་ཁོ་རང་རེད་དོ་བདག་དེ་ཉིད་རེད། ད་དུང་བཙོན་ཟུར་མཆོག་མི་དེའི་ཁ་ཚོན་སྔོན་མ་ཡང། ད་འགྱུར་རྡོ་ར་ན་འགྱུར་རྡོ་ར་གྲྭ་བ་ཡིན་ཡིན། པ་འགུལ་རིས་ཡིན་པ་ཟེར་ཡང་སྤྱི་ཚོགས་ཀྱི་རྙོག་དྲ་གང་བསླངས་རེད་ད་དེ་ཤེས་དགོས་རེད་ང་གྲྭ་བ་ཡིན་མིན་གྱི་གནད་དོན་མ་རེད།

དེ་འདྲ་ཡིན་དུས་གང་ཙམ་དེ་ལས་ལྷག་པའི་ང་ཚོ་ལ་མཁས་དབང་དང་སྐྱབས་རྗེ་དང་དག་མང་པོ་ཡོང་གི་འདུག་ཨ། དེ་ཚོ་ཡང་ང་ཚོས་བསམ་གཞིགས་གཏང་དགོས་ས་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཚམས་གནས་དང་ཐད་ཀར་གཅིག་འབྲེལ་བ་མང་པོ་འགྲན་བསྡུར་བྱུང་གི་འདུག་དེ་ཚོ་ངས་ཡག་པོ་མཐོང་གི་མི་འདུག་བྱས་ནས་དེ་ནས་མཇུག་བསྡད། ཕྱི་དྲ་འདྲེན་ཚོགས་གཙོ་མཆོག། བོད་ནང་གི་རྫ་དྲ་གནས་སྟངས་ལ་གཞུང་འབྲེལ་གདོང་སེམས་མཉམ་བསྐྱེད་ཀྱི་གྲུབ་ཕྱིར་ཡིག་ཆ་ཨང་གསུམ་པ་དང་འབྲེལ་ནས་ད་ཚེས་གཅིག་ཉིན་བཞི་བཞུགས་པ་ཡིན། ད་སོ་སོ་འདྲ་བོ་ཡིན་ན། ང་རང་ཚོའི་གཞིས་ལུས་རྒྱ་ཆེའི་མི་མང་གི་ལུས་སྟོངས་དང་སྙིང་སྟབས་དེ་ཚོ་ལ་རྗེས་སུ་ཡི་རངས་དང། མྱ་ངན་གྱིས་འདི་བཞེས་ཡག་གི་གྲུ་ཆུང་འདི་ལ་ཚེ་མཐོན་པོ་གི་རྒྱབ་སྐྱོར་བྱེད་ཀྱི་ཡོད་ཟེར་ནས་ཞུ་རྒྱུ་སྤྱི་དང། ནས་ད་གྲུ་ཆུ་གི་ནང་ལོགས་ལ་ང་རོ་ཚོ་པོ་ནང་ལོགས་གི་ཆུ་དེ་རང་དབང་གི་རྫ་དྲག་གནས་སྟངས་ཡིན་ན་རེད། སྐད་ཡིག་གི་རྫ་དྲག་གནས་སྟངས་ཡིན་ན་རེད། དེ་ནང་བཞིན་པོ་ནང་ལོགས་ཀྱི་སྤྱི་འཁོར་ཡུག་དང་དེ་ཚོ་ཆ་ཚང་སྒང་ལ་དེ་ནང་ལོགས་འཁོར་བདེ་བོ་རེད་དེ་གཅིག་དེ་ཙམ་པ་དེ་ཚོ་སྒང་ལ་རྒྱས་བཤད་བྱེད་དགོས་ཡ་འདྲ་བོ་དེ་འདྲའི་སྤྱི་མཚན་གང་ཡང་མཐོང་མ་སོང། ཡིན་ན་ཡང་གནད་དོ་སྤྱིའི་ཚད་ཀྱི་དེ་འདྲའི་བཞག་གི་འདུག་པ་བྱུང། དེ་གང་ཡིན་ཟེར་ནས་བརྗོད་པ་ཡིན་ན་ནི་ད་ལྟའི་ཆ་ལ་ང་རང་ཚོ་ཁམས་སྡེ་དགེ་གི་ནང་ལོགས་ལ་ནི་རྒྱ་ནག་གཞུང་གི་ཁྱུ་མཚོ་ཆེན་པོ་གསར་རྒྱག་བྱས་ནས་ད་ནི་དགོན་ཁག་དགུ་ཙམ་གྱི་ད་ནི་གྲོང་སྡེ་ཁག་ཉི་ཤུ་རྩ་ལྔ་ཚད་ཅིག་གི་སྐྱ་སེར་མང་པོ་ཀྱི་ལ་དུས་སུ་དཀའ་ངལ་འཕྲད་ཡག་གི་གནས་སྟངས་ཀྱི་ཆགས་བསྡད་འོ་རེད། དེ་ག་ནང་བཞིན་ཁོ་རང་ཚོ་ཡིན་པ་ཡིན་ན་ཡང་ཅི་གཞི་བའི་ཐོག་ནས་ནི་དེ་འདྲའི་ངོ་རྒོལ་གི་དེ་འདྲའི་ལས་འགུལ་སྤེལ། ཐ་ན་སོ་སོ་གི་ཀྱི། ཚེ་མཐོ་ཤོས་གི་ཡ་བཞི་བ་ཅིག་དང། ཐེ་མུ་ཡ་ཀར་ནི་ད་དུག་སུ་ཡ་བཞི་བ་ཅིག་ཡ་གི་དེ་འདྲའི་གནས་སྟངས་ཆགས་བསྡད་ཡོད་རེད་ཡིན་ན་ཡང། རྒྱ་ནག་གཞུང་གི་ད་དེ་ཚོ་ཆ་ཚང་ཡོངས་སུ་རྫོགས་པ་དེ། རྩིས་མེད་རྡོག་རོལ་བཏང་ནས་ད། ཨ་ནི། ཨ། མི་སྟོང་ཕྲག་མང་པོ་ཅིག་དེ་འདྲའི་འཛིན་བཟུང་བྱེད་ཀྱི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ཨ་ནི་ད་ཁོང་རྣམ་པ་ཚོ་གི། བློས་བཏང་ད་ཉེན་སྟབས། དེ་ཚོ་ལ་ཨ་ནི་རྒྱབ་སྐྱོར་བཞེས་ཡག་གི་ཆེད་དུ། ང་རང་ཚོ་ཨ་ནི་འཛམ་གླིའི་གང་ས་ལ་ཡོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ། བོད་རང་བཙན་སློབ་ཕྲུག་ཚོགས་པ་དང། ཨ་ནི་གཞོན་ནུ་ཚོགས་ས་གནས་གཞོན་ནུ་ཚོགས་པ་གི་ཚོགས་མི་དང་དེ་ག་ནང་བཞིན་གི་ཨ་ནི་ས་གནས་ཆུ་བཞི་སྒང་དྲུག་ཚོགས་པ་གི་ཚོགས་མི། གཙོ་བོ་བྱས་པའི་གི་ཨ་ནི་ལིང་གར་པ་དང་ལྷག་བསམ་བཅས་མང་པོ་ཅིག་ཨ་ནི་ཤོ་བ་མར་དོང་ནས་ད་གཞི་རྒྱ་ཆེ་བའི་གི་ལིང་གར། དེའི་ཐོག་དེ་ག་རང་ལ་གཞི་རྒྱ་ཆེ་བའི་གླིང་དཀར་དཔེ་ནི་ད་ཚ་ཚ་རུ་རུ་གྱིས་དཔེ་སོང་གསང་བའི་གི་དེ་འབྲེལ་གྱི་མཐོང་སོང་དེ་ཚོ་ཡོངས་སུ་རྫོགས་པ་ལ་རྒྱལ་ལམ་འདས་རྒྱུ་ནི་ད་སེམས་བསམ་པའི་སྟེང་ནས་ཐུགས་རྒྱལ་ཆེ་ཟེར་ནས་ད་བཞེས་ཡག་གི་འདོད་པ་བྱུང། ཡིན་ན་ཡང་དེ་དང་མཉམ་དུ་བཞོས་ཡག་གི་ལ་ང་རང་ཚོ་འཛིན་སྐྱོང་ངོ་ནས་སྐབས་དེ་དུས་སྐབས་ཐོག་དེ་ག་རང་ལ་ནི་ཀྱི་ཀྱི་ངོ་ནས་ཀྱི་ན་ཀྱི་མ་གཏོང་ནི་ད་ཀྱི་བསྒྲགས་གཏམ་སྤེལ་བ་ཡིན་ན་རེད་གང་ལྟར་ཤོ་ལོ་མ་གཏོང་ནི་ཀྱི་ཀྱི་དགོས་ཡག་གི་གནས་སྟངས་འདྲ་བོ་ཀྱི་ཆ་དེ་འོ་རེད་དེ་ཡིན་ན་ཡང། འཛིན་སྐྱོང་འོག་ནས་སྐབས་ཐོག་དེ་ག་རང་ལ་བཀས་བཀོད་ཅིག་བྱས་མ་སོང་བསམ་སོང། དེ་བྱས་ཏེ་བརྩམས་པ། ནི་མང་པོ་ཞིག་གི་བློ་ཕམ་བྱུང་འདུག་ལ། ལྷག་པར་དུ། ནི། དེ་གནང་ལོ་ལ་ཅིག། ངས་གོ་ཐུབ་བྱས་པ་ཡིན་ན། ནི་ས་གནས་ཁ་ཤས་ལ། ཅིག་ལས་འགུལ་སྤེལ་ཡ་སྤེལ་མ་ཆོག་ཨ་སྤེལ་ཡ་གི་ཆོག་ཤེས་མ་སྤྲད་ཡ་གི་དེ་འདྲའི་གནས་ཚུལ་འདྲ་བོ་ཡོད་ས་རེད། དཔེར་ན་ལ་དྭགས་ས་གནས་ལ་ཆ་མཚོན་པ་ཡིན་ན། ནི། ས་གནས་དེ་ལ་ཡོད་པའི་གི་ལྷག་བསམ་ཅན་དག་ནི། དེ་དུས་ཁང་བཟང་མང་པོ་ཅིག་གི་མ་སྐུད་དྭངས་ལག་ཐོག་ནས་ཤུ་ལོག་མ་དོང་ནས་ད་ནི་བོད་ནང་ལོག་གི་སྡེ་དགེ་ས་ཁུལ་གི་གནས་སྟངས་དེ་ཧ་ཅང་གི་འཛག་དྲག་ཞིག་རེད་འདུག་ནི་ཁོང་རྣམས་པ་གི་ལ་རྒྱབ་སྐྱོར་བྱེད་ཡག་ཆེད་དུ་ལིང་གར་སྤེལ་དགོས་གི་འདུག་ཟེར་ནས་ད་ལ་སྤྱི་ལས་ཁང་ལ་བཏུགས་སུ། ཆོག་ཆེན་བཞི་དུས་བརྩམས་པ་ནི་ཆོག་ཆེན་གནང་རོགས་མ་བགྱི་བ་གྱིས། སྙིང་ཐ་མ་དེ་ལ། ཅེས། མི་མང་པོ་མེད་པའི་ཐོག་ནས། དུས་སུ་ད། གཞི་རྒྱ་ཆེ་བའི་ཀྱི་ལིང་གར་གྱིས་སྤེལ་བྱ། ཡིན་ན་ཡང་ད། ལར་སྤྱི་ལེ་ཁོང་གི་ཆོག་ཆེན་མེད་བ་ཡིན་ན་ཡང། གང་ལྟར་བརྙན་ཐུང་དང་དེ་འདྲའི་བརྒྱུད་ལམ་ནང་མཐོང་དུས་བརྩམས་པ། ཅེས། མི་མང་པོ་གྱིས་དེ་འདྲའི་མཉམ་ཞུགས་བགྱིས་སུ་བགྱི་བྱ། དེ་ཚོ་ལ་བགྱིས་སུ་ཡི་རང་བྱེད་ཡ་དང། ཨ་ནི་འཛིན་སྐྱོང་ངོགས་ནས་ཡིན་པ་ཡིན་ན། རྐང་བཙུགས་ནས་བདག་གི་ས་གནས་ཁ་ཤས་ལ་དེ་འདྲའི་ལིང་ག་སྤེལ་ཡ་ལ་བཀག་འགོག་བྱེད་དགོས་པ་ཡོད་པ་ཡིན་ས་རེད་ཨ་བསམ་ཡ་དེ་འདྲའི་ཡ་ཚོར་བ་བྱུང། དེ་གཅིག་དེ་བརྩམས་པ་ང་རོ་ཚོ་འཛིན་སྐྱོང་ངོགས་ནས་ཡིན་པ་ཡིན་ན་ཡང་དེ་ཚོ་སྒང་ལ་ངེས་པར་དུ་ཐུགས་བསམ་བཞེས་དགོས་ཡ་དང། ཨ་ནི་སྤྱི་སྙོམས་དྲང་བདེན་ཟེར་ཡ་དེ་གལ་སྲིད་དགོས་པ་ཡིན་ན་ཨ་ནི་ས་ཁུལ་ག་བ་ཡིན་མིན་ལ་མ་ལྟོས་པའི་ཐོག་ནས་ནི་སྤྱི་སྙོམས་ཀྱི་ཐོག་ནས་དུས་སུ། ལིང་གར་སྤེལ་ནས་དང་རྫ་དྲག་ཡིན་པ། རྫ་དྲག་གི་གནས་སྟངས་ཡིན་པ་དེ་རྫ་དྲག་ཡིན་པ་ངོས་འཛིན་བཞི་པའི་ཐོག་ནས་ཀྱི་ལིང་གར་སྤེལ་དགོས་ཡ་དང། ཁ་གྲག་དགོས་ཡ་དང་དེ་ཚོ་ཧ་ཅང་གནད་འགག་ཆེན་པོ་རེད་འདུག་ཟེར་ནས་དེ་འགྲིག་གི་གནད་དོན་གཅིག་བརྗོད་ཡ་གི་འདུག་པ་བྱུང། གནད་དོན་གཞན་པ་གཅིག་ག་རེ་བརྗོད་ཡ་གི་འདུག་པ་བྱུང་ཟེར་བ་ཡིན་ན། གར་སོང་གཞུང་འབྲེལ་གདོང་སེམས་མཉམ་སྐྱེད་ཀྱི་ཀྲུའུ་ཆོས་ཀྱི་ལས་རིམ་དེ་འགྲོ་བཞིན་པའི་སྐབས་སུ་ལ།

བོད་ནང་གི་རྩ་བྲག་གནས་སྟངས་ཀྱི་ཐོག་ལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་གྲོས་འཆར་ཅིག་བསྣམས་ཡོད་རེད་དེ་གི་ཐོག་ལ་ཚིག་ཁ་ཤས་ཀྱིས་ཞུ་ཡ་ཡིན། དང་པོ་དེ་ང་ཚོ་ཤོག་གྲངས་ལྔ་པ་གི་ནང་ལོགས་ལ། བོད་མི་རྣམས་ཀྱི་རིགས་རྫིས་བསྡུ་རུབ་ཟེར་ཡ་གྱི་ད་དེ་ཚིག་དེ་ཤོག་གུ་དེ་ག་རང་ནང་ལ་སོ་མི་བྱེད་ཀྱི་ལེགས་གི་འདུག་དེ་ཁ་ཚང་རྒྱུན་ལས་ཀྱི་ནང་ནས་གསལ་པོ་ཞིག་ཡོད་དེ་ནི་དེ་ཡང་ཡག་བཅུག་ཡ་དེ་ལས་ཡིན་ས་རེད། ད་འདི་བོད་མི་རིགས་རྫིས་བསྡུ་རུབ་བྱེད་ཡ་དེ་རྒྱ་གཞིས་ཀྱི་གནས་སྟངས་ཀྱི་ཆ་ཚང་འཛམ་བུ་གླིང་གཙང་མ་དོ་སྣང་བྱེད་དགོས་གནས་སྟངས་ཀྱི་ཆ་ཚ་དེ་ཤེལ་སྒོག་ནང་ལོགས་ལ GNA ལ་དེ་བཅུག་དགོས་དེ་གལ་ཆེན་པོ་རེད་དེ་ང་རང་ཚོ་གཅིག་པོ་ཕ་རྟགས་རྒྱ་ཇོ་མ་རེད་འཛམ་བུ་གླིང་གི་འདི་ལ་དོ་སྣང་བྱེད་ནས་བོད་ལ་ཛ་དྲག་གནས་སྟངས་ཀྱི་ཆག་གི་ཡོད་པ་དེ་གསུངས་འདུག་ཡོད་དེ་དེ་བཅུག་དགོས་ས་རེད་ཞུས་ཡ་དེ་དང་འབྲེལ་བྱས་ནས་ང་གི་དེ་ནས་མ་བོད་མི་རིགས་རྫིའི་བསྡུ་རབས་དང་བོད་མི་རིགས་རྗིའི་བསྲེ་ལྷད་ཟེར་དེ་སྐོར་ལ་ཚིག་ཁ་ཤས་ཀྱི་ཞུ་ཡ་ཡིན་ད་ང་ཚོ་གི་བོད་ནང་གི་གདུང་སེམས་མཉམ་བསྐྱེད་དེ་གི་ཐོག་ལ། གལ་ཆེ་ཤོས་དེ་གར་ཆགས་བསྡད་ཡོད་ཟེར་ན་ང་རང་ཚོ་བའི་བོད་ཕྱི་ནང་གཉིས་ལ་ཡོང་མཁན་གྱི་བོད་མི་ཚང་མ་གི་བསམ་བློའི་གི་ནང་ལོགས་ལ་སྦྱར་མཁན་གྱི་སྙིང་སྟོབས་བསྐྲུན་དགོས་དེ་དཔེ་མི་སྲིད་གནད་འགག་ཆེན་པོ་ཆགས་ཡོད་རེད། ང་ཚོ་གཞིས་བྱེས་གཉིས་གི་མགྲིན་ཚབ་པ་ཡིན་ཟེར་དེ་གི་མགྲིན་ཚབ་ཟེར་གྱི་འདུག་སྟེ། ང་རང་གི་བསམ་བློ་བཏང་ཚུལ་བྱས་པ་ཡིན་ན་ང་ཚོ་ཕྱི་ལོགས་ལ་ཡོང་མཁན་དེ་ཚོ་ལ་སྐད་ཆ་བཤད་ཡག་གི་རང་དབང་ཆ་ཚང་གྱི་ཡོད་རེད་ཟེར་ཡོད་རེད་བསམ་དགོས་རེད། བོད་ནང་ལ་ཡོང་མཁན་དེ་ཚོ་ལ་སྐད་ཆ་བཤད་ཡག་གི་རང་དབང་མེད་པ་ཡིན་དུས་ང་ཚོ་མགྲིན་ཚབ་པ་བྱེད་དགོས་རེད་ཟེར་དེ་ངས་གོ་བ་དེ་འདྲ་གླེང་གི་ཡོད། མགྲིན་ཚབ་པ་བྱེད་ཡ་ལ་ང་རང་ཚོ་གི་བོད་ཀྱི་ཆོས་དང་རིག་གཞུང་སྐད་དང་ཡི་གེ་ཡུལ་སྲོལ་གོམས་གཤིས་དེ་མི་རབས་གསར་པ་ཚོ་གི་ཀླད་པའི་ནང་ལ་འཇགས་ཐུབ་དགོས་དེ་ང་རང་ཚོ་འགན་ཆེ་ཤོས་དེ་དེ་རེད་བསམ་གི་ཡོད། འཛམ་བུ་གླིང་གི་སྡིངས་ཆ་ཐོག་ལ་སྐྱེས་ཐུབ་དགོས་དེ་ང་ཚོ་འགན་རེད་བསམ་གི་ཡོད། དེ་ཇི་སྟེ་ང་ཚོ་ད་ལྟ་བཛྲ་དྲག་གནས་སྟངས་ག་རེ་བྱ་དགོས་རེད་ཟེར་ན་བོད་ནང་ནས་རྒྱ་མིས་ཀྱི་བེད་ཁ་ལ་མངོན་ཚུམ་འཛེམས་མེད་ཀྱི་ཐོག་ནས་བོད་ཀྱི་རིག་རྫས་དེ་བསྡུ་ལེན་བྱས་ནས་བོད་མི་རིགས་རྒྱུད་བསྲེས་ལྷད་བསྲེས་དེ་བྱེད་དགོས་རེད་ད། མི་རིགས་མཉམ་བསྲེས་བྱས་ནས་གང་ལྟར་བོད་པ་བསྲེས་དེ་མེད་པ་བཟོ་ཡག་ཐབས་ཤེས་ད། རྩ་དྲག་པོ་ཞུ་བྱེད་འདི་གང་ལེགས་འོང་པ་རེད། འོ་ནང་གི་དེ་ཚོ་ལ་རང་དབང་ཡོད་མ་རེད། ང་ཚོ་ཕྱི་ལོག་ལ་བསྡད་མཁན་དེ་ཚོའི་ནང་ལོག་ལ་ནི། ད་བུ་མོ་རིགས་བརྗེའི་བསྲེ་ལས་བྱེད་མཁན་ག་ཚད་ཡོང་གི་བ་རེད། ད་དེ་ཚོ་སྤྱི་བཏང་སོ་སོ་སྒེར་གི་རང་དབང་ཐོག་ནས་རེད་དེ་རྒྱལ་ཁབ་ཅིག་དང་མི་རིགས་ཅིག་གི་ཐོག་ནས་བཤད་པ་ཡིན་ན་དེ་ཚོ་ཧ་ལས་བ་གི་རྒྱབ་ལྗོངས་དང་ཨ་ནི་ངོ་ནས་མའོ་པ་གི་གནས་སྟངས་ཀྱི་ཆགས་གི་ཡོད་རེད། བུ་མོའི་རིགས་བརྗེའི་བསྲེ་ལས་ཆགས་སོང་བ་ཡིན་ན་ནི་ཆོས་དང་རིག་གཞུང་སྐད་དང་ཡི་གེ་ཟེར་སྐད་ཆ་དེ་རྙིང་པ་ལེགས་བོར་ཏེ་དཀའ་ལས་ཁག་པོ་ཆགས་ཚར་བ་རེད། མི་ཆེ་ཁ་ཆགས་ཚར་ཏེ་ཁོ་ལ་ག་འདྲ་ཟེར་ལབ་དགོས་རེད་ད། མི་རིགས་ཆེ་ཁ་ཆགས་ཚར་རེད་ད་ང་ཚོ་བོད་པ་རྩ་ཆེན་པོ་རེད་ད་ཁྱོད་རང་གིས་མི་རིགས་ཀྱི་དེ་ཁྱོའི་རིགས་ཡོང་དེ་བཞག་ང་ཚོ་བོད་པ་དེ་སྦྱང་ལབ་དགོས་ན་དཀའ་ལས་ཁག་པོ་ཆགས་ཚར་སོང་སྐབས་དེ་དུས། ད་ལྟ་ནི་ང་ཚོ་གི་ཡོང་རྗེས་ཐང་རྒྱལ་ལ་ཡིན་ན་རེད་རྒྱ་རྒྱན་གྱི་སྙིང་སྟོབས་བསྐྲུན་དགོས་རེད་ཟེར་རྒྱུ་མཚན་དེ་རེད། ང་ཚོ་བོད་རང་བཙན་འཐབ་རྩོད་བྱེད་ཡ་དེ་ཚོ་ལ་ཤོག་ཅེས་ནི་ཤེས་དགོས་རེད་ང་ཚོ་གི་ད་བསོད་རེ་བསོད་ནམས་རེ་གི་ག་རེ་མ་ཆོག་པ་ཡིན་ན་བོད་རང་བཙན་ཤེས་རྒྱུ་ཡོད་མ་རེད་ད་ང་ཚོ་ཡོང་ཡ་ཡོད་མ་རྒྱ་མི་སྟོབས་ཆེན་པོ་རེད་ཟེར་ཨེ་འགྲིག་གི་སྐད་ཆ་ཐབས་སྐྱོ་བོ་དེ་འདྲ་ཤེས་གི་འདུག་དེང་སང། དུ་སོང་ང་རང་ཚོ་གི་ནོར་འཁྲུལ་རེད་བསམ་དགོས་རེད། རྒྱ་ནག་སྟོབས་ཆེན་རྒྱལ་ཁབ་དེ་དང་པོ་གཙོ་བོ་ནི་མི་གཞི་གི་གོ་བསྡུར་བྱས་ནས་བཙུགས་རེད་ཟེར་བར་ད་ལྟ་འཛམ་བུ་གླིང་ལ་སྟོབས་ཆེན་རྒྱལ་ཁབ་ཚང་མ་ཞེ་འདི་དགོས་ས་དེ་མི་གཞི་གི་བསམ་བློ་གི་གོ་བསྡུར་བྱས་ནས་སླེབས་ཐུབ་པ་དེ་འདྲ་ཆགས་ཡོད། ང་ཚོ་ལ་འཛམ་བུ་གླིང་གི་ཐོག་ནས་སུ་མི་ས་ཡི་སྤྱི་ཁོག་ལ་དབང་བསྒྱུར་ཐོང་མཁན་གི་བོད་བཙན་པོ་གི་ཁ་ཚོན་གྱི་འདི་སྔ་གླིང་ནང་ལ་ཡོག་པ་ནང་ཡོད་ཅེས་ནས་རྒྱ་ནག་གོང་མ་མཁྲིས་ལས་ཕབ་ཐོང་མཁན་གི་དེ་འདྲིའི་གི་ལོ་རྒྱུས་ཡོད་མཁན་དེ་ང་ཚོ་ལ་བཤད་མི་ཐུབ་ཡ་ག་རེ་སྤོབས་པ་མེད་པ་དེ་ག་རེ་བྱས་ནས་ཆགས་པ་རེད། ང་ཚོ་ལ་ལོ་རྒྱུས་ཡོད་རེད་བ་ལོ་རྒྱུས་བཤད་མི་ཐུབ་ཡ་ག་རེ་ཆགས་རེད། ལོ་རྒྱུས་ཤེས་དགོས་བོར་ད་ངས་ཁ་ཚོན་ཆིག་ཁྲི་ལས་ཀང་གི་ལས་དོན་ཁག་སུ་ཞུས་པ་ཡིན། སློབ་གྲྭའི་སྤུ་གུ་དེ་ཚོ་ལ་ཡང་ནས་ཡང་དུ་འདི་བཤད་དེ་དགོས་དེ་ག་རེ་ཟེར་བཀའ་ཤག་གི་ཐབས་ཇུས་འགྲོ་ས་ཅིག་རྒྱ་ནག་ལ་སྐད་ཆ་འདྲ་ཡོད་རེད་བས་དེ་འདྲ་ཡོད་ན་བཀའ་ཤག་གི་དབང་ཚད་རེ་བྱེད་ཆུག་རེ་དགོས་ངས་དེ་བྱེད་ཡ་ཡོད་མ་རེད་སེ་ཞུ་གི་མེད། རྒྱ་ནག་གི་ཅིག་ཁྱོད་ཚོ་སློབ་གྲྭའི་སྤུ་གུ་དེ་ཚོ་ལ་ད་དབུ་མའི་ལམ་གོ་རྟོགས་མང་པོ་སྤེལ་ཤོག་ད་ང་ཚོ་སྐད་ཆ་ཡོད་ཟེར་གྱི་ཡོད་ན་ཁོ་ད་ང་ཚོ་དབུ་མའི་ལམ་དེ་ཐབས་ཇུས་ཀྱི་རེད་བ། དེ་བྱེད་དེ་དེ་འདྲའི་སྐད་ཆ་ཡོད་ན་ཁོ་བྱེད་ཆུག་གི་ཡོད་རེད་དེ། དེ་འདྲའི་མེད་པ་གཅིག་ལ་ང་ཚོ་སློབ་གྲྭ་སྤུག་ཏུ་ཚོར་དང་པོ་ནི་ང་ཚོ་རང་བཙན་ཤེས་གི་ཡོད་མ་རེད་དཱ་ང་ཚོ་དཔེ་མི་སྲིད་དཱ་ལུང་པ་ཡོད་མ་རེད་དཔེ་ཐབས་སྐྱོ་བོ་རེད་རྒྱ་ནག་སྟོབས་ཆེན་པོ་རེད་ཟེར་གི་སྐད་ཆ་དེ་ཡང་ནས་ཡང་དུ་སློབ་གྲྭ་སྤུག་ཏུ་ལྗོངས་ཤིག་ཏུ་ཚོར་ལ་ཤི་ཡ་དེ་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་ནས་དེ་ཤོད་ཀྱི་ཡིན། དེ་ག་ནང་བཞིན་གྱི་ཨ་ནི་ད་བོད་རང་བཙན་འཐབ་རྩོད་བྱེད་དགོས་ཡ་དེ་ལ་ཨ་ནི་ཤུགས་རྐྱེན་ཤེས་དགོས་རེད་དཱ། རང་བཙན་འཐབ་རྩོད་བྱེད་ན་གྲུབ་འབྲས་སོང་ཡང་མི་འདུ་བ་སེ་རང་བཙན་རག་ཡང་མི་འདུ་བ་གྲུབ་འབྲས་མི་འདུ་བ་ལ་ཉན་གི་རེད་ཅེས་ཡོང་གི་འདུ་བ། ངས་བསམ་བློ་གནང་ནས། བསམ་བློ་བཏང་ཡོང་དུས་རང་བཙན་འཐབ་རྩོད་བྱེད་ཡ་ལ་གྲུབ་འབྲས་མང་པོ་ཞིག་མཐོང་བསྡད་ཀྱི་འདུག་ཤུགས་སྐྱེས་ནས་གཞོན་སྐྱེས་དེ་ཚོ་ལ་ཨ་ནི་འཇར་རྒན་གྱི་སྙིང་སྟོབས་བསྐྲུན་ཐུབ་ཡ་དེ་རང་བཙན་འཐབ་རྩོད་བྱེད་ཡ་གི་གྲུབ་འབྲས་རེད་བསམ་གྱི་འདུག་གཉིས་པ་དེ་རང་བཙན་འཐབ་རྩོད་བྱེད་པ་ལ་བརྟེན་ནས་ང་ཚོ་བོད་མི་རིགས་ཀྱི་ལོ་རྒྱུས་ཀྱི་ནང་ནས་ནག་ཉེས་ཅན་ཆགས་ཀྱི་ཡོད་མ་རེད་དེ་རང་བཙན་འཐབ་རྩོད་བྱེད་མཁན་གྱི་གྲུབ་འབྲས་གཉིས་པ་དེ་རེད་བསམ་གྱི་འདུག། གསུམ་པ་དེ་བོད་རང་བཙན་འཐབ་རྩོད་བྱེད་པ་ཡིན་ན་མ་འོངས་པ་ལ་མི་རབས་རྗེས་མ་དེ་ཚོ་ལ་སེམས་པ་རྒྱག་ས་ཡོད་པ་ཅིག་ཆགས་ཡོད་རེད་དེ་ཡང་རང་བཙན་འཐབ་རྩོད་པ་དེ་ཚོ་གི་གྲུབ་འབྲས་རེད་བསམ་གྱི་འདུག་དེ་བྱས་ཏེ་མ་འོངས་པ་ལ་ང་ཚོ་རང་བཙན་འཐབ་རྩོད་ཐོག་ལ་ཤུགས་རྒྱག་དགོས་ཡ་གོང་དུ་བཅུད་འདུས་མང་པོ་ཅིག་གསུང་བ་དེ་འཛམ་བུ་གླིང་ལ་འགྱུར་བ་ཆེན་པོ་ཞུ་བཞིན་འགྲོ་གི་ཡོད་ང་ཚོ་ད་རུང་ཡང་བོད་དེ་ག་ལ་སེམས་ཤུགས་འགྲོ་ཅིག་ཆགས་ཅིག་མགོ་བོ་དུད་ནས་བསྡད་མ་བསྡད་པ་བྱས་ན་ཨ་ནི་གཞོན་སྐྱེས་དེ་ཚོ་ལ་རང་བཙན་གྱི་ལྟ་གྲུབ་དང་ལོ་རྒྱུས་ཀྱི་རྒྱབ་ལྗོངས་དང་བོད་བཙན་པོ་གི་གཏའ་དམག་གི་ལོ་རྒྱུས་ཀྱི་མཚོན་དཔེ་གི་ང་རང་ཚོ་གི་དངོས་གནས་འཛམ་གླིང་སུམ་གཉིས་ལ་དབང་བརྗོད་ཐུབ་ཡག་གི་ལོ་རྒྱུས་དུ་སོ་ཡང་ནས་ཡང་དུ་བཤད་ཡང་ནས་ཡང་དུ་ཡོང་རྗེས་དུ་སོ་གི་གླེགས་བམ་ནང་བླུག་དགོས་ཡ་དེ་དཔེ་མི་སྲིད་པ་གི་གལ་ཆེན་པོ་རེད་འདུག་ད་དེ་མ་གཏོགས་ཡང་མང་པོ་ཅིག་བཤད་བདེ་བ་ཡིན་ན་ང་ཚོ་འཁྲུག་ཐེབས་བདེ་ཟེར་བ་དང་འདྲེས་ཀི་མང་པོ་བཤད་ཡག་གི་ཁྱབ་ཀི་ཟེར་གི་མེད་དེའི་ནང་ནས་ད་ལྟ་ཡི་གེ་ནོར་བདེ་ཞོ་དེ་སོ་ཡག་སྐྱོ་དགོས་འདུག་ཟེར་བ་དེ་ཞོ་ཡིན། གདུང་སེམས་རྣམས་མཉམ་བསྐྱེད་ཀི་གྲོས་ཆོད་དང་འདྲ་བའི་ཐོག་ནས་དོན་ཚན་དང་པོ་དེ་གྲོས་ཆོད་དོན་ཚན་བཞི་བ་དང་འབྲེལ་ནས་ཞོ་ཡག་ཡིན། གཙོ་བོ་དེ་ག་རེ་ཞེས་ཟེར་ན་རྒྱ་ནག་དམར་གཞུང་གིས་བོད་བརྒྱུད་ནང་བསྟན་སྤྲུལ་སྐུའི་ཡང་སྲིད་དོ་དམ་བྱེད་ཐབས་དང་འབྲེལ་བའི་ཐོག་ནས། ད་ལྟ་རྒྱ་ནག་གི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་སྐུ་དངོས་བཞུགས་ཡོད་པ་དེ་ལ་ནི་པའི་ཁ་བྲལ་བ་ཡིན་པ་དང་བདུད་ཡིན་པ་དང་ལོག་སྤྱོད་པ་ཡིན་པ་དང་དེ་ཆ་ཚང་གཅིག་ལབ་བསྡད་ཀྱི་ཡོད་རེད། ཡིན་ནའང་ཕ་ཇོ་མཆོག་ནི་ཨ་ནེ། མ་འོངས་པ་ལ་ཡང་སྲིད་ངོས་འཛིན་བྱེད་ཡག་གི། ད་གྲ་སྒྲིག་དང་སྒྲ་མི་སྒྲ་མང་པོ་ཞུ་བྱེད་བྱེད་བསྡད་ཀྱི་ཡོད་རེད་ཟེར་ཡག་གི་གནས་སྟངས་དེ་ཐོན་བསྡད་ཀྱི་ཡོད་རེད། དེ་དང་འབྲེལ་བའི་ཐོག་ནས་ཞུ་ཡ་ལ། དེ་སྔོན་ནས་ང་ཚོ་གྲོས་ཚོགས་རིམ་པ་ཁ་ཤས་ཀྱི་ནང་ལ། ང་རང་ཚོའི་ཕྱི་ལོགས་ལ་ཡོད་པའི་གནད་ཡོད་མི་ཁ་ཤས་གཅིག་དང། དེ་ནང་བཞིན་གྱི། ཅིག་རོགས་རིམ་ཚུགས་པ་ཡིན་ན་དེ་ཚོ་མང་པོ་གཅིག་གིས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་ཆུ་གི་སྐུ་ཡི་ཡང་སྲིད་དང་འབྲེལ་བའི་ཐོག་ལ་ཅིག་ཞིབ་འཇུག་བྱེད་ཀྱི་ཡོད་ན་འདྲ་གར་བྱེད་དགོས་ན་ཅིག་དེ་འདྲ་གི་གནས་སྟངས་མང་པོ་ཅིག་འཁྲུལ་སོང། ཡིན་ན་ང་ལ་ཉེ་ཆར་གནད་ཡོད་ཀྱི་མི་གལ་ཆེན་པོ་ཅིག་རེད། མིང་འབོད་དགོས་ཡ་གང་ཡང་ཡོད་མ་རེད། སྐད་དེ་ཨིན་ཇི་སྐད་སྦྱང་མཁན་རེད། ཡིན་ན་དོན་དག་དེ་ག་རང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་དང་འབྲེལ་བའི་གནད་དོན་ཐོག་ལ་སྐད་ཆ་མང་བོ་ཅིག་དྲིས་སོང། དེ་དྲིས་དུས་ཨ་ནེ་ཕ་གིས། དེ་ཚོ་ང་རང་ཚོ་དང་འབྲེལ་བ་ཆེན་པོ་ཡོད་རྒྱུ་རེད། བཀའ་ཤག་ནས་ཡིན་པ་ཡིན་ན་འདྲ། སྐུ་ཚབ་དོན་གཅོད་ཁག་ནས་ཡིན་པ་ཡིན་ན་འབྲེལ་བ་ཆེན་པོ་ཡོད་མཁན་ཅིག་རེད་དེ་ཡིན་ན་དེ་ཚོ་གིས། ཉིས་སྟོང་བཅུ་གཅིག་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་སྐོར་ལ་གནང་བའི་གི་བཀའ་ཡིག་དང་དེ་ནང་བཞིན་ཆོས་ཚོགས་ཐེངས་བཅུ་གཅིག་བཅུ་གཉིས་བཅུ་བཞི། བོད་དམག་སྤྱི་མཐུན་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་རིམ་པ་དང་འཛིན་སྐྱོང་བཀའ་ཤག་རིམ་པ་འགས ྋགོང་ས ྋསྐྱབས་མགོན་ཆེན་པོ་ཆོས་ཀྱི་སྐུ་ཡི་ཡང་སྲིད་དང་འབྲེལ་བའི་གནང་བཞེས་ཕྱོགས་ཀྱི་བཀའ་ཡིག་དེ་ཚོར་གནད་དོན་གང་ཡང་ཞིག་གི་མི་འདུག་དེ་ཡིན་དུས་དེ་ལ་ལྟ་གསུང་ཡ་ལྟ་རེད་བ། ཅིག་ཨིན་ཇི་སྐད་མ་ཤེས་ན་རྒྱལ་སྤྱིའི་ཐོག་ལ་འགྲོ་ཡ་མེད་རེད་ལབ་དུས་མཐའ་མ་དེ་ང་བོད་སྐད་སྦྱང་མཁན་བཅས་ཀྱིས་མང་པོ་ཞུ་ཅེས་གོ་བརྡ་སྤྲོད་དགོས་ཡ་དང་ཨང་ཁོ་རང་ཚོ་ལ་དཔེ་གནད་དོན་མང་པོ་ཞུ་རྗེས་ཨ་དངུལ་ནི་འདུས་འདྲི་རེད་འདུག་ཨ་ཟེར་ཡག་གི་གནད་དོན་འདུས་འདྲི་བྱུང་སོང། དེ་ཚོ་ང་ཚོའི་གནད་དོན་གནད་འགག་ཐུགས་ལ་འཇུ་བ་ཆེན་པོ་བཏང་ཐོན་གི་མི་འདུས་འདྲི་རེད་དེ་ཚོ་ལ་ང་ཚོ་ཐུགས་སྣང་གནང་གི་འདུག་ཞུ་ཡག་གཅིག་དེ་ཡིན། གཅིག་དེ་ད་ལྟ་སྡེ་དགེ་དབོན་པོ་སྟོད་དང་དེ་ཚོ་གི་ཐོག་ལ་ད་དུང་སེམས་ཉམས་ཀྱི་ཆ་ཚང་ཡོད། ཡིན་ན་འཛིན་སྐྱོང་བཀའ་ཤག་གི་ཐུགས་སྣང་གནང་དགོས་ཡག་དང་ང་ཚོ་ཚང་མ་གི་དོ་སྣང་བྱེད་དགོས་ཡག་དེ། ང་ཚོ་གི་ད་ལས་འགུལ་མང་པོ་སྤེལ་ཡོད་རེད་ནུས་པ་ཐོན་ཡོད་ཀྱི་རེད། ཡིན་ནའང་དེ་སོགས་ཀྱི་ནུས་པ་ག་ཚད་འདྲ་ཅིག་བར་དུ་ཐོན་གྱི་རེད་གསུང་ཡག་གི་གདེང་ཚོད་ག་ཚོད་ཡོད་ཟེར། དེ་ཞུས་དགོས་ཡག་སྟེ་མལ་གྲོ་རྒྱ་དམག་གི་ཟང་ཐལ་གྱི་ཐོག་ལ་ང་ཚོ་ལོ་བཅུ་ཕྲག་མང་པོའི་རིང་ལ་སྐད་བརྒྱབ་རེད་ཡིན་ནའང་ཁེ་སང་དེ་རིང་རྒྱ་ནག་རྒྱལ་ཡོངས་ནས་ཟང་ཐལ་ཆེ་ཤོས་དེ་ཕ་གི་ནས་སྟོན་དགོས་ཡོག་རེད་ང་ཚོ་གི་ནུས་པ་གས་ཐོན་ཡོད་པའི་རྣམ་པ་འདྲ་བོ་ཅིག་ཐོན་མ་སོང་དེ་ཡིན་དུས་དེ་རིང་ཡང་ང་ཚོ་གི་ནུས་པ་ག་ཚད་ཐོན་གྱི་རེད། དེ་ཡང་ཅིག་ཞུ་འདོད་བྱུང་སོང་གཞན་པ་གཅིག་ལ། ད་ལྟ་དེའི་ནང་ལ་སྤྱི་གླིང་མང་པོ་ཞུ་བྱས་འདུག་དེའི་ནང་ལ་ད་ང་ཚོ་གི་གཙང་གསུམ་དགོན་གོང་ལ་འོག་རེ་ད་རྨ་ཆེ་འབྲུ་ཆུ་རྫ་ཤུག་གི་གང་ལ་ད་སྔོན་མ་སྤྱི་གླིང་བསྐྲུན་རེད་དེ་མ་བསྐྲུན་གང་ལ་གྲོས་ཚོགས་ར་བ་དེའི་ནང་ལ་ཤེས་ཡ་མང་པོ་བྱུང་སོང་ཉེ་ཆར་རྒྱ་ནག་གི་ཚོགས་ཆེན་གཉིས་སྐབས་སུ་འབྲེལ་ཡོད་བོད་པའི་གི་མི་དེ་ཚོ་གི། གྲོས་འགོ་བཏོན་ནས་ནས་དེའི་སྤྱི་གླིང་དེ་གི་ཁོར་ཡུག་ལ་གནོད་སྐྱོན་བཏང་གི་ཡོད་པ་དང་དུད་འགྲོ་གི་གནས་སྟངས་ཅིག་བྱུང་ཡོད་རེད་ཟེར་ནས་བརྒྱུད་ལམ་ཁག་ནས་ཐོན་ཡོད་རེད། དེ་ཚོ་ལ་ནས་གནས་སྟངས་ག་འདྲི་ཅིག་ཆགས་ཡོད་རེད། དེ་ཡང་དམིགས་བསལ་གི་འཛིན་སྐྱོང་དང་འབྲེལ་ཡོད་བདེ་སྲུང་ལས་ཁང་ཡིན་པ་ཡིན་ན་འདྲ་ཕྱི་དྲིལ་ལས་ཁང་ཡིན་པ་ཡིན་ན་འདྲ་དེ་ཚོ་གི་ཐུགས་སྣང་ག་ཚད་གནང་ཡོད་ནུས་པ་ཐོན་གི་ཡོད་དང་ཡོད་མ་རེད། ནས་དེ་གི་རྒྱལ་སྤྱིའི་ཐོག་ལ་ནུས་ཤུགས་ག་ཚད་འགྲོ་གི་ཡོད་རེད་དེ་ཅིག་ཞུ་འདོད་བྱུང་སོང། མཐའ་མ་དེ་ལ། ད་ང་ཚོ་ཨ་རི་གི་གྲོས་ཚོགས་ནང་ལ་གྲོས་ཆོད་བཞག་ཐབས་ཡོད་རེད། ཡོ་རོབ་ནང་ལ་བཞག་ཡག་གི་འཆར་གཞི་ཡོད་རེད་སོང་ནས་ད་ཅི་ཡོ་རོབ་སྤྱི་འཐུས་གས་སོང་སོང། དེ་ཡག་པོ་རེད་གཏམ་བཟང་རེད། ཡིན་ནང་ང་ཚོ་རྒྱ་གར་ནང་ལ་ཉེ་ཆར་རང་སྤྱི་འཐུས་ལྷན་ཚོགས་གས་རྒྱ་གར་རྒྱལ་ཡོངས་ལ་བོད་དོན་ཞུ་སྐུལ་གི་ལས་འགུལ་བྱས་ཡོད་རེད། ཡིན་ནའང་ད་ལྟ་བར་དུས་གཅིག་གནད་དོན་དེ་གྲོས་ཚོགས་ཀྱི་ར་བ་ནང་ལ་ཡིན་ན་འདྲ་མངའ་སྡེའི་གྲོས་ཚོགས་ནང་ལ་ཡིན་ན་འདྲ་གོ་ཡ་འཚོལ་ཡ་འདྲ་གས་ཡོང་གི་མི་འདུག་དེ་མ་ཡོང་གས་ཀྱི་འགག་རྩ་གྲོགས་ཀྱི་ག་བ་ཐུག་ཡོད་རེད་ད་དོན་དག་ངོ་མ་དེ་ད་ངས་བཀའ་ཤག་ལ་སྐྱོན་འཛུགས་དག་དོན་འདྲི་གས་བྱེད་དགོས་མ་རེད་ད་ཡིན་ན་བཀའ་ཤག་གི་མཆན་དེ་ཡོད་དུས་བཀའ་ཤག་གི་ལམ་སྟོན་ཅིག་བྱེད་དགོས་ཀྱི་འདུག་ང་ཚོ་རྒྱ་གར་ནང་ལ་ཡང་སོང་ནས་དོན་འདྲི་ཅིག་གས་རྒྱབ་ནས་འགྲོ་བདེ་བ་ཡིན་ན་ཕན་ཐོགས་ཀྱི་ཡོད་རེད་ད་ཕན་ཐོགས་ཀྱི་ཡོད་མ་རེད་ཡང་མིན་ན་ཁ་བཙུམ་ནས་བསྡད་དགོས་རེད་བས་ང་ཚོ་ག་འདྲི་བྱེད་དགོས་རེད་དེ་ཡང། ཅིག་གནད་དོན་དེ་གསར་བུ་ཅིག་སྲུང་ཐབས་ན་ནི་མ་འོངས་པ་ལ་ང་ཚོ་འགྲོ་སོང་མང་པོ་གཏོང་མི་དགོས་བར་ང་ཚོ་འགྲོ་བའི་གནས་སྐབས་སུ། མངའ་སྡེའི་སྤྱི་ཁྱབ་བློན་ཆེན་ཐོག་ཡོད་གྲོས་ཚོགས་ཀྱི་ཚོགས་གཙོ་ཐོག་ཡོད་དང་མང་པོ་ཞོལ་གྱི་ཐོག་ཡོད་སྐབས་དེ་དུས་ཡིན་ན་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ནི་མ་དྲངས་ནས། ཨོ་སོ་གཉིས་ནི་གཅིག་བྱེད་ས་རོ་གོ་སོ་མཚམས་འདྲ་བྱེད་ད་ད་ལྟ་བར་དུ་གོ་ཡ་ཚོ་ཡང་དུ་གང་ཡང་མི་འདུག་དེ་འདུག་དེ་སོགས་ཀྱི་གནས་སྟངས་དེ་ལ་ང་ཚོས་ཅིག་བླང་དོར་གྱི་ཅིག་ལམ་ཁ་འདྲ་བོ་དེ་ག་ཚད་བར་དུ་འགྲོ་ས་ཡོད་རེད་དེ་གསལ་པོ་ཅིག་བཟོ་གི་འདུག་ཞུ་ཡ་ཡིན།
བཀའ་དྲིན་ཚོགས་གཙོ་མཆོག། གཞུང་འབྲེལ་གདུང་སེམས་རྣམ་དབྱེ་གི་གྲུ་ཆ། གྲུ་ཆོད་ཐོག་ལ་ཡང་རྒྱབ་སྐྱོར་ཞུ་ཡ་དང། ནི་དག་སྣང་ཞེན་གི་སྐབས་དེ་གྲུ་ཆོད་འདི་གི་ནང་ལོགས་ལ། ནི་བོད་བཙན་པོའི་གནས་ཆེན་ན་ད་ལྟ་ནས་ཆགས་གི་ད་གནས་ཚུལ་ཞིག་པར་ལ་ཤེས་ཀྱི་ཁྲ་བ་ཁོལ་ཤ་འདུག་པས། ཧ་ལས་པ་གི་གཟའ་བུ་རེད་ཤག། དག་སྣང་ཞེན་གི་ད་ང་རང་ཚོ་འདས་པའི་ལོ་ངོ་དྲུག་ཅུ་གི་རིང་གི་ནང་ལོགས་ལ་བོད་ས་སྟོད་སྨད་བར་གསུམ་བོད་ཆོལ་ཁ་གསུམ་ཡོངས་རྫོགས་པར་ཁ་ང་རག་དེ་རིང་པར་ཁྲིད་ཡོད་རེད། དེ་ག་ནང་བཞིན་ནས་བའི་ཆ་ད་གང་དེ་གི་ཁོ་ད་གང་ང་ཆེན་པོ་ཤུགས་ཀྱིས་ཁྲེལ་ཀྱི་ན། འདི་ན་ཆ་འདི་ཡོད་དུས་འདི་ཚོ་ཚང་མ་དེར་ཡ་ནས་སེང་གཏིང་ནས་སྡོམ་སེང་གནང་ཀྱི་ཤོག་གི་ཡོད། འདི་ཡོད་དུས་ད་ང་ཚོ་འདི་ན་སྡོམ་སེང་གནང་ཀྱི་ཤོག་ཡ་ཙང་ཀྱི་རེད་མ་གཏོགས་ཨ་ནི་ཁྱོད་རང་ཚོ་འདི་དང་འདི་བྱེད་ཤོག་འདི་དང་འདི་བྱེད་འོ་རེད་འདི་བྱེད་ཡོད་ཚེ་འདི་ན་ལམ་སྟོན་བྱེད་ཡ་དང་ག་ནང་ཡ་གི་སྤོབས་པ་དང་ནུས་པ་དེ་གང་ཡང་མེད། འོ་འདི་ཡོད་དུས་ཙམ་པ་ལ་ཨ་ནི་ཁོང་རྣམ་པ་གི་ད་ད་ལྟ་བར་དུ་གནང་བསྡད་པ་འདི་ཚང་མ་དེ་ལ་གུས་ཞབས་ཞུ་ཡ་རང་ཡིན་ཟེར་ན་ཞུ་ཡ་ཅི་བདེ་ཡིན། དེ་ནས་ད་ང་ཚོ་བོད་དཀར་ནང་བོད་རྒྱ་ནས་དཀར་ནང་བསྡད་དུས་ཚོད་ཐུང་ཐུང་ཅིག་མ་རེད་དུས་ཚོད་གང་ལ་གང་ཚང་ཐབས་འདི་གཅིག་གི་མི་ཚེ་ལ་ཆགས་དགོས་པ་ཡིན་ན་གང་ལ་གང་ཚང་བྱེད་དགོས་རིང་པོ་ཆགས་ཚར་བ་རེད་ཆ་ཚང་འདི་འདྲ་བྱས་དུས་བོད་ནང་ལོག་བོད་མི་འགའི་སེམས་ཤུགས་དང་གནས་སྟབས་འདི་ཡོད་ཨ་མེད་པའི་ཐོག་འདི་རང་རྒྱལ་ད་ལྟ་བར་དུ་མུ་མཐུད་གནས་འདི་ཡོད་རེད་ད་ནང་བཞིན་ང་རང་ཚོ་ཕྱི་ལོག་ལ་ད་བཙན་བྱོལ་གཞུང་གི་དབུ་ཁྲིད་པའི་རྒྱལ་ཡིན་ན་བྱ་འགུལ་རིང་པོ་བྱེད་དགོས་བཀའ་དགོངས་ལམ་སྟོན་དང་བཙན་བྱོལ་གཞུང་དབུ་ཁྲིད་པའི་ཐོག་ནས་ང་ཚོ་ཕྱི་ལོགས་ཡོད་མཁན་གྱི་བོད་མི་ཚོ་ཡིན་ན་ཡང་ཟླ་འདིའི་བར་དུ་ལ་གང་གང་ཟག་ཆོས་རིག་གཞུང་འཐབ་རྩོད་སྐད་ཡིག་གཟུགས་ཐོག་ནས་གང་ལ་གང་ཟག་ཅིག་གི་དཀའ་ལས་རྒྱལ་བསྡད་པ་དང། གྲུབ་འབྲས་འདྲ་མ་སོང་ན་གང་ལ་གང་ཟག་ཐོན་བསྡད་པ་འདི་འདྲ་རེད། ད་ནང་བཞིན་གྱི་ད་རླབས་ཆེན་ཨ་མི་རི་ཀ་རྒྱལ་ཁབ་མཚོན་པ་ཅིག་གིས་ཡུ་རོབ་རེ་ཨེ་ཤི་ཡ་རེ་གང་ལ་གང་ཟག་ལུང་པ་འདི་ཚང་མ་འདི་གི་ནང་ལོགས་ལ་གྲོས་ཆོད་བཞག་ཐུབ་ཡ་དང་གནས་ཐོ་བཏོན་ཐུབ་ཡ་དང་འདི་འདྲ་མང་པོ་ཅིག་བྱུང་དུས་ཆ་ཚང་འདི་ཡིན་དུས་འདི་ཚང་མ་ལ་ང་ཚོས་ཡང་བཟང་ཕྱོགས་འགྲེལ་བཤད་རྒྱག་པ་ཡིན་ན་གོ་རྒྱག་རྒྱུ་ཡོད་བསྡད་པ་གཅིག་དང་ཡང་ང་རང་ཚོ་གཅིག་དགའ་བ་དུ་སྤྲོ་བ་ཡོང་དགོས་ཀྱི་རེད། ད་ཡིན་ན་ཡང་ང་ཚོ་ད་དུང་གཅིག་རྒྱ་ཆེ་ས་ན་ཅང་ཅང་ཤེས་ནས་བསྡད་འདུག་པ་མ་ཡིན་པར་ད་ང་རང་ཚོ་ཁ་ཡོད་ལག་ཡོད་ཀྱི་ང་རང་ཚོ་ས་གནས་འདི་འདས་ས་འདི་གནས་ཡུལ་ཁྱིམ་ཚང་རྒྱལ་ཁབ་འདི་ནི་ཅི་ནས་ཨ་ནི་གྲོང་གསེབ་ཅིག་གི་དཔའ་ཐང་ནི་ཅི་ནས་ཨ་རྒྱལ་ཁབ་ཀྱི་སྲིད་བློན་གྱི་བར་དེ་ལ་ང་རང་ཚོ་ལ་མུ་མཐུད་ནས་འབྲེལ་བ་བྱེད་དགོས་ཡ་དང་ང་རང་ཚོ་གི་འཐབ་རྩོད་འདི་ཡར་ངོ་སྤྲོད་ཞུ་དགོས་ཡ་སྣེ་ཚན་ཞུ་དགོས་ཡ་གཅིག་གལ་ཆེན་པོ་འདུག། སོ་སོ་རེ་བ་ཅན་ལ་གནས་ཆ་འདི་ར་རྒྱ་ག་གི་འདི་ར་ས་གནས་ཁ་ཤིག་ལ་ཡང་ཞུ་གཏུག་བྱས་ཡོད་འདི་ར་གོ་གོ་བྱུང་སོང། དེ་ཡིན་དུས་ད་ཡིན་ན་ཡང་ད་འདི་གི་ཆ་ལ་རྒྱ་ག་ན་ནི་གི་སྲིད་ཇུས་རེད་རྒྱ་ག་ན་ནི་གི་འདི་ལངས་པའི་རྒྱ་ག་ན་ནི་གི་པ་རུག་གི་སྲིད་ཇུས་དང་ལངས་ཕྱོགས་དང་ལྟ་ཚུལ་འདི་འདྲ་གཅིག་གི་ཐོག་ནས་ང་ཚོ་གི་ང་རང་ཚོ་གི་གཞུང་གི་སྲིད་ཇུས་འདི་རང་ཡིན་ཟེར་གྱི་ནས་དུས་ཤེས་ཀྱི་ཞུ་གཏུག་བྱས་འགྲོ་དེ་དུས་ཙམ་པ་ལ་ཁོང་ཚོ་གི་སེམས་ནང་ལོག་ལ་ག་འདྲ་ནས་ཀྱི་དགོངས་འོས་ན་ག་ཚིག་ཅིག་ཆུ་ཚོགས་འོས་ན། གླིང་ཡང་འདོད་པ་ནི་ཅི་ག་ཇི་སྲིད་ཁེངས་ཡོད་ན་གསང་ཡག་གི་དཀའ་རིགས་ག་རེ་སོ་སོར་འདི་འདྲ་ཡང་ཚོར་སྣང་ཡོང་གི་འདུག་ད་ཡིན་ན་ཡང་གང་ལྟར་ཅག་ག་ཅི་ཡོང་གི་ཡོད་མེད་ལ་མ་ལྟོས་པར་ང་ཚོས་མུ་མཐུད་ནས་ཨ་ནི་འདི་ཚོ་ལ་ཡང་ཞུ་གཏུག་བྱེད་དགོས་ཡ་དང་མུ་མཐུད་ནས་ཨ་ནི་ཅི་ལས་འགུལ་དུ་སྤེལ་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཅིག་འདུག་ཟེར་ནས་ཞུ་ཡ་གཅིག་འདི་ཡིན། དེ་ནས་ཞུ་ཡ་གཉིས་པ་འདི་ལ། ད་ད་འདིའི་ཆ་ལས་བོད་ནང་ལོག་འཛའ་དྲག་གི་གནས་སྟངས་འདི་འདྲ་བྱུང་དུས་ཕྱི་རྒྱ་ཡུལ་གྲུ་ཁག་རེད་དེ་ག་ནང་གི་རྒྱ་གར་རེད་ག་ས་ག་ནས་གཞོན་སྐྱེས་འདི་འདྲ་གི་སྣེ་ཁྲིད་བྱས་ནས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་པོ་སྤེལ་འོང་ཡ་འདི་འདྲ་ཞིག་འདུག། འདི་ཚོ་ཧ་ལས་པ་ཡག་པོ་རེད། དངོས་གནས་དྲང་གནས་འདི་ཚོ་བལྟས་ཡོང་དུས་ང་ཚོའི་འཐབ་རྩོད་མུ་མཐུད་ནས་དམ་ནོར་རྒྱུན་གནས་ཐུག་ས་རེད། མ་འོངས་པར་མི་རབས་གསར་པ་གི་རྒྱུ་མཚན་བྱེད་ཐུག་ས་རེད་སང་སང་སྤོབས་པ་དང་སེམས་ཤུགས་དང་དགའ་བ་ཚད་ཀྱིས་མེད་པ་ཡོང་འུ་འདུག་ད། ཡིན་ན་ཡང་ཁོང་ཚོ་གི་འདི་འདྲ་སྤོབས་པ་དང་སེམས་ཤུགས་འདི་འདྲ་ཡོད་པའི་དཀའ་སྡུག་འདི་ལ། ཡང་ང་ཚོ་གོ་སྐབས་ནས་མ་སོང་ནས་ཚོགས་ཀྱི་ནང་སྐབས་འཚོལ་བ་ཟེར་ན་མི་འདུག་འདི་འདྲ་ཁ་ཤས་ཅིག་གིས་ཡང་གཞུང་གི་སྲིད་ཇུས་འདི་ཚོ་འབྲི་བ་འབྲི་ཤེས་བྱ་ཡ། གཞུང་གི་ལངས་ཕྱོགས་འདི་གཅིག་འབྲི་ཤེས་བྱ་ཡ་ཡག་རེད་མ་རེད་ཕར་རེད་ཙིར་རེད་ལབ་དུས་ཙམ་མ་རེད། གནས་ཀྱི་དངོས་གནས་ད་གནས་ཀྱི་དུ་ལ་རྒྱུ་ཡོད་ཀྱི་མ་ད་གང་ད་ཤོན་སྐྱེས་དུ་ཚ་ལང་ཀ་ན་མ་སོང་ཁྱི་ལ་འགྲོ་བཞིན་པའི་ཁ་ཐུག་དེ་ལ་ཡང་ཧོབ་ཀི་བསམ་བློ་གཏོང་དགོས་ཡོད་འདྲ། བཟོ་གི་འདུག་བྱས་ཙང་འདི་ཡིན་འདི་ཙམ་པ་ལ། འདི་ཚོ་འདི་འདྲ་བྱས་ཡག་མི་འདུག་ཁོ་ལས་འགུལ་སྤེལ་མཁན་དུ་ཅི་ག་རེ་ཅི་གོ་སྒྲིག་བྱེད་མཁན་ག་རེ་ཡོད་པ་ཡིན་འདི་ཚོ་སྐོར་བྱེད་དགོས་གལ་དུ་བྱེད་བཅུག་ན་ཡག་པོ་འདུག་མ་གཏོགས་ལན་ཡང་འབྲེལ་ཤེས་ན་འོས་རྒྱབ་ས་ཤེས་རྡོ་ཤེས་བྱས་བསྡད་པ་དེ་གི་ང་རང་ཚོ་ཐབས་རྩོད་ལ་ཡ། པ་ཆེད་གཏོང་ཡ་ཅི་དང་ནི། མི་དམངས་སེམས་ཤུགས་ཆག་ཡ་གི་གནད་འགག་ཅི་ཡང་ཡོང་འདུག་ཟེར་ནས་འདི་གཅིག་དེང་སང་བྱོས་ཡ་ཡིན། དེ་ནས་ད་ང་རང་ཚོ་གི་ངོས་ནས་ད་མ་ལན་མ་འཇོན་མེད་པའི་སྐྱབས་མགོན་རིན་པོ་ཆེན་གི་དབུ་ཁྲིད་བཀའ་སློབ་ལམ་སྟོན་གི་འོག་ནས་དབུ་མའི་ལམ་གི་སྲིད་ཇུས་དགོངས་དོན་དེ་ཉམས་ལེན་བྱས་ཅི་ནས་ད་ང་རང་ཚོ་འདི་གི་གཞུང་གི་ཡིན་ན་ཡང་སྒོར་མོ་དཔུང་ཁྲག་མང་པོ་འགྲོ་སོང་གཏོང་ཅིང་ཟབ་སྦྱོང་བཀྲིས་བདེ་སློབ་གསོ་བཀྲིས་གོ་རྟོགས་སྤེལ་འདྲ་མི་འདྲ་ལུང་པ་བཅོ་བརྒྱད་བྱས་ནས་ད་གང་ལ་གང་ཚང་ད་འདས་པའི་ལོ་གང་ལ་གང་ཚང་ཅིག་གི་རིང་ལ་བྱས་པ་རེད།

འཛིན་སྐྱོང་བཀའ་ཤག་གི་ངོས་ནས་སྤྱི་བཏང་ཐབས་ཤེས་དང་འདི་འདྲ་གནང་དང་གནང་བཞིན་པ་ཡིན་གྱི་རེད་དེ། ད་མ་འོངས་པ་ལ་མུ་མཐུད་ནས་ང་ཚོས་ཁ་ཡོད་ལག་ཡོད་བྱེད་དགོས་ཡ་དེ་ལ། ཨ་ནི་གཅིག་ད་བསྟན་བྱ་ཐ་རྒྱུད་ཚོགས་ཆུང་གི་རྒྱུད་ནས་ཡིན་ན་འདྲ་བོད་རྒྱ་ཞི་མོལ་བྱེད་དགོས་བས་འདྲ་གང་ལྟར་ཀྱང་ད་རེས་བྱུང་ལོ་གཅིག་ན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་ཁྲིད་པའི་ང་ཚོ་བཙན་བྱོལ་བོད་མི་ཡོངས་སུ་རྫོགས་པ་དེ་ང་ཚོས་ཤེས་ཀྱིན་སྣང་སྟོང་གང་མགྱོགས་མགྱོགས་ཀྱིས་བྱུང་རོགས་ཅེ་ན། ཁོས་ཨ་འགས་དམ་པོར་དགའ་བ་སྤྲོ་བ་ཚད་ཀྱིས་ཡོང་ས་མ་རེད། ད་ག་སྲིད་འདི་ཙམ་ཀྱང་མ་བྱུང་ན་ཡང།

ད་ནི་བསུན་ཆུ་ཤོག་མདའ་དཀར་མང་པོ་གནང་དགོས་རེད། དེ་པའི་གནད་འགག་ཆེན་པོར་ཆགས་འདུག་རེད། ཧང་སང་ཡ། བསུན་ཆུ་དེ་འདྲའི་ཞུ་དུས་དཀར་ལ་ཨ་ནི་མགོ་ནས་ཞུགས་བར་དུ་ཞུ་མ་ཐུབ་སོང་ཡ་ན། ཨ་ནི་བསུན་ཆུའི་ཞུ་བའི་གི་ཐལ་མགོ་མ་ཚང་སོང་བ་འདྲ་ཆགས་སྡོད་དུས། དེའི་ཞུ་ཡ་ལ་ཐོག་མར་ཆ་བྱད་དེ་ལག་ཆད་དུ་ཆགས་སྡོད་ཀྱི་འདུག་དེ་ལག་ཆད་དེ་ཡང་ས་གནས་སོ་སོ་ལ་དེ་འདྲའི་གྱི་ཨ་ནི་བུ་ཐོ་ཡ་གི་དེ་ངེས་པར་དུ་གྱི་ཐག་ཞིག་གཏང་དགོས་ཀྱི་འདུག་ཅུ་ནང་པ་དེ་བདེ་སྲུང་བཀའ་བློན་མཆོག་གི་ད་འགའི་གང་འདུག་གསལ་བོ་གསུངས་སོང་སྟེ། པའི་གནད་འགག་བྱུང་བ་རེད། ཁ་ཅིག་དུས་ཐོག་ལ་འབྱོར་མ་ཐག་ནས་བྷ་ན་ལེ་ལ་སུན་ཅུན་སོགས་ཉིད་འགོ་བཙུགས་འགྲོ་དུས་ག་ལ་ཕེབས་མཁན་ཡང་འགྲོ་ཐུབ་པ་མ་རེད། དེའི་དཀའ་ངལ་གཅིག། ཡང་ཁ་ཅིག་བང་རིན་པོ་འབྲི་ན་དཀའ་ངལ་དཀའ་ངལ་སྣ་ཚོགས་པ་མང་བོ་ཡོད་རེད། ལྷག་རིན་པོ་ཆེ་ལྷག་པར་དུ་གོང་ས་མཆོག་དགུང་ལོ་ཆེན་པོ་འདི་འདྲ་ཞིག་ཕེབས་འགྲོ་དུས་སུན་ཅུན་དེ་འདྲ་ཐོན་ཡག་དེ། ད་ཀན་ར་ཀན་ར་བོ་ཆགས་འོང་དུས་དེ་འདྲའི་གོ་སྐབས་དེ་ཤོར་སོང་བས་ན་དཔེ་བློ་ཕམ་ཆེན་པོ་ཡོང་གི་འདུག་ཟེར། དེའི་ཐོག་ལ་ཡང་དག་ཞིག་ཨ་ནེ་ཡོད་དགུ་རྩ་དྲུག་བྱས་ནས་ནང་མཐོ་དགོས་ཀྱི་འདུག་ཟེར་ཐོག་མ་དེ་ཤོད་ཡིན། གཉིས་པ་དེ་ལ་ཡང་གོང་ས་མཆོག་གི་རང་གསུང་ཆོས་རྣོ་བའི་བཀའ་ལས་ན་ཡང་དེའི་བཀའ་ལ་བསུན་ཆོས་ཞུ་ངེས་སྣ་ཚོགས་པ་མང་པོ་ཡོང་བ་རེད། དེ་སོགས་ལ་ཡང་ཞུ་གནས་ཡིན་དེ་ཡང་ཅིག་པ་ཆ་བགོས་འདྲ་བོ་བྱས་ན་གནའ་སྔ་མོ་དེ་འདྲ་ལས་མ་རེད། གནའ་སྔ་མོ་འདྲ་ཡིན་ན་ག་ཟེ་གླེང་འོང་ག་ཟེ་གླེང་མ་དགོས་མ་རེད་དེ་སོང་གསལ་གསལ་ཏིག་ཏིག་འདྲ་བོ་ལག་འཁྱེར་བྱས་དྲ་རྒྱ་ཐོག་ལ་བཀོད་ཡོད་དུས་ཧ་ལམ་ཚོད་དཔག་ཐེངས་འདྲ་ཅིག་རེད། དེས་འདི་དྲི་ལོལ་པར་ཆ་བགོས་བྱས་པ་ཡིན་ན་ཨ་ནི་ཁྱེད་ཚོ་ནི་སྒྲ་ཟེགས་མི་འགྲོ་བ་དང་དཀའ་ངལ་མང་པོ་ཀྱི་ལག་གྱི་གླེང་རྒྱུ་མེད་པ་ཆགས་བསྡད་པ་རེད། དེ་ཡང་གནད་འགག་ཆེ་ཤོས་དེ་ཡ། བླ་སྤྲུལ་རྣམ་པའི་བཞུགས་གནས། དམིགས་བསལ་གནད་ཡོད་ཀྱི་མི་སྣ། དེའི་ནང་གཞིས་ཀྱི་མཛད་གཙོ་རྣམ་པ། གཞི་བདག་དང་མི་མང་རྣམ་པ། དེ་ཚོ་སོ་སོ་སོ་སོ་མ་བྱས་པ་ཡིན་ན་དམིགས་བསལ་གྱི་གནད་ཡོད་མི་སྣ། ཁ་ཚ་གང་དུ་ཐེ་ཝན་གྱི་གནད་ཡོད་མི་སྣ་ཅིག་གསུངས་སོང་དེ་དང་དེ་འདྲ་བའི་ག། ང་རང་ཚོ་ལ་རྒྱ་ཕྱོགས་བྱེད་དེ་ཤ་ཚ་སྙི་ཆི་བྱེད་དེ་གི་ཚེ་སུ་ཡོང་སེམས་ཤུགས་ཆག་འགྲོ་ཡ་པའི་ཉེན་ཁ་ཚ་བོ་ཆག་དེ་གི་འདུག་ང་རང་ཚོ་གི་ཡང་ཐག་རིང་སར་སྤྱང་ཆུང་བཏགས་དེ་མ་ཡིན་པ་ནང་གི་མི་ལ་ནང་གི་མཐོང་བཞག་ནས་མཛེས་བཟོ་རྣམ་པ་དེ་ཚོ་ཡིན་ན་ཡང་ཟེ་ས་ཟེ་ཟེ་བྱེད་ནས་བཞུད་ས་ཞིག་བཀོད་སྒྲིག་བྱེད་དགོས་གི་འདུག་མ་གཏོགས་དངོས་གནས་ཉེན་ཁ་ཆེན་པོ་དང་ངོ་ཚ་བོ་དང་སུན་ཆོད་དེ་འདྲ་ག་ལ་ཡིན་ན་ཞབས་འདྲེན་བཞག་མི་སྲིད་པ་རེད་མ་འདུག་ད་བཞག་ས་རེད། དེའང་དཔེ་མཚོན་གཅིག་སྐྱིད་པོ་ཞུས་ན་ད་ལོ་རྣལ་འབྱོར་རྡོ་རྗེ་གདན་ལ་བཙུན་ཆོས་གནང་བའི་སྐབས་ལ་ཡང་དངོས་གནས་ང་ཞུ་གི་མི་འདུག་ངེད་ཀྱི་འབྲེལ་ཡོད་སྤྱི་འཐུས་དེ་ཚོ་ཁ་ཤས་ཀྱིས་གཞུག་ས་མ་རག་པ་དང། དེ་ནས་སྤྱི་འཐུས་གཞུག་ས་རེད་ལ་དེ་སྤྱི་འཐུས་ན་ག་ར་ཧ་ལས་ཡ་རུ་སོགས་བླ་མ་རྒྱལ་པ་ང་ལ་རྒྱག་སྲིད་ཅིག་དེ་ནས་དངོས་གནས་ཁྲོ་ནས་ད་རུང་སྤྱི་འཐུས་དེ་ཚོ་ཉང་གླིང་དཔེ་ཡག་པོ་བྱས་ཤིང་གཞུང་ཆོས་སེམས་དགའ་བ་ཁོ་ན་བཟོད་སྒམ་བྱེད་ཀྱི་ན་ལན་སློག་མ་སོང་མ་གཏོགས་ལན་སློག་ཡ་ན་ཞབས་འདྲེན་བྱ་བྱ་རེད་ཤག། དེ་ནས་བཟུང་དེ་མཚུངས་མ་ཧོང་པ་བཟའ་བཟའ་ཟེར་གྱིས་ནས་དེ་ཡུལ་གྲྭ་བཀོད་ཡག་ཏུ་སོང་ངོ་ནས་བདེ་སྲུང་ལས་ཁུངས་ཀྱི་འགན་ཁུར་ནས་ཡག་པོ་གནང་དགོས་ཀྱི་འདུག་ད་མ་གཏོགས་དེ་ཚོ་ཡིན་ན་ཡང་འཛམ་གླིང་རྒྱལ་སྤྱིའི་ཐོག་ལ་ང་ཚོ་གི་སུན་ཆུ་ཤོའི་ཚབ་ལ་ཡང་ཞབས་འདྲེན་ཆགས་ཡག་ཉེན་ཁ་འདུག་དེ་ངེས་པར་དུ་ཐུགས་གཟན་གནང་རོགས་གནང་ཞུ་གི་ཡོད་དེ་མཐའ་མ་དེ་ཡང་ད་ཚང་མ་གི་ཁ་གཅིག་གྲགས་རེད་གལ་ཆེན་པོ་རེད་གནད་འགག་ཆེན་པོ་རེད་བདེ་སྲུང་ལས་ཁུངས་བདེ་སྲུང་བཀའ་བློན་གང་བོ་གི་ཡང་དེ་གི་ཐོག་ལ་ཐུགས་ཁུར་མང་པོ་གནང་ཡོད་རེད་གནད་འགག་གི་གཟེར་ཡོད་རྒྱུ་རེད། ད་དེ་གའི་ཆེན་པོ་སྙན་ངག་ཆེན་པོ་གཟིགས་ཡོད་ན། Australia གི་ད་ལྟ་མི་སྟོང་ཡ་དེ་ག་ཚོད་འགྲོ་ཐུབ་དགོས་ཡ་འགྲོ་དགོས་ཡ་ངེས་ཅན་ཡིན་ན་དེ་དངོས་གནས་འགྲོ་ན་གང་དྲག་དྲག་ཅིག་དེ་ཐོག་སྔགས་འཐོལ་ཡ་ཅིག་བྱེད་དགོས་ཀྱི་འདུག་ལྷག་པར་དུ་རྗེ་བ་ཚ་བའི་སྐབས་ལ་ཡ་རྗེ་འཁྲུག་སོང་བ་འདྲ་བོ་དང། དེ་བར་ལམ་ལའང་བར་ཆད་འདྲ་མང་པོ་སླེབས་བསྡད་ཀྱི་འདུག་དེ་བར་ཆད་དེ་ཟློག་ཐུབ་དགོས་ཡ་ཟེར་ན་ཡང་པ་དེ་བདེ་སྲུང་ལས་ཁུངས་འགོ་ལས་ཡང་བྱེད་དགོས་ཀྱི་འདུག་མ་གཏོགས་དེ་པས་ཡང། མི་མང་ལ་རྡ་སའི་ཆེན་མོ་འགྲོ་གི་འདུག་ང་ཚོ་ནང་ཆོས་ཤེས་སོ་ཅོ་རེད་འགྲོ་རྒྱུའི་ངན་པའི་མདུད་ཅིག་འཕངས་ལགས་ཀྱི། འགྲོ་རྒྱུའི་ངན་པ་གི་མདུད་ཅིག་ག་རེ་འཕངས་གི་འདུག་ཟེར་ན། ད་རྒྱན་གྱི་བག་སོང་ལ་ནི་དགེ་རྒན་ཚོ་དགོངས་པ་ཞུ་འགྲོ་གི་འདུག་བག་འགྲོ་མ་གཏོགས་དགེ་རྒན་གི་ལས་ཀ་ཞུ་འགྲོ་གི་འདུག་ལས་བྱེད་ཚོ་དགོངས་པ་ཞུ་འོང་བག་འགྲོ་མ་གཏོགས་ལས་བྱེད་གི་ལས་ནི་ད་མང་པོ་ཅིག་བྱུང་རྒྱག་རོགས་ད་ཚོང་པ་བཙག་གི་བཙིར་གི་དེ་ཚོ་ཡང་ཚོང་པ་ཆེ་ཡང་ན་དྲག་གི་འདུག་དེ་ཚོ་ཡང་ད་བས་ཀྱང་རྒྱན་བག་སོང་ལ་འགྲོ་རྒྱུ་བྱེད། འགྲོ་མ་ཐག་ཚང་ཁོང་ཅུ་ཉོ་དེ་གཙང་མ་ཐག་དེ་སི་ཡ་མ་སྐྱིད་པོ་བཏང་ང་རྗེས་ཕར་སོ་ལས་དང་འགྲོ་ཐོ་ཤང་ཤང་ར་ཆད་ཐ་མ་ཅི་ཅི་འདི་ཅི་མེད་བ་པའི་དཀའ་ངལ་འཕྲད་འགྲོ་གི་འདུག་དེ་ཡིན་ཙང་ནས་ནས་ཨོ་སི་ཀྲི་ལ་ཡ་བྷི་གི་འཕེལ་ངེས་ཚོ་ཚོ་ལ་ཡ་མཐུན་འགྱུར་རྒྱག་དགོས་ཡ་དང་དེ་འཕེལ་ཡ་དེ་དགོས་པ་ངེས་ཅན་ཟིན་ན་ངེས་པར་དུ་ཚ་ཚ་འུར་འུར་གྱི་ཐོག་ནས་ཨ་ནེ་ཐ་ཤི་ཡོད་གི་རྩ་དྲུག་གནང་གནང་ཡོད་ར་ལ་ལྷའི་ཕྱི་མཁྱེན་ལ་ཡིན་ན་ཡང་ཨེ་ནས་གནང་དགོས་ཏེ